རིག་གནས་ཀྱི་འགོ་འཛིན་པའི་སློབ་སྦྱོང་འགོ་འཛིན་པའི་གནས་སྐབས་དེ་རེད། དེའི་མཐའ་མཚོ་སྣ་རིག་གནས་ཕྱེད་སྐྱིད་དུ་ཆེན་མོ་དག་སློབ་སྦྱོང་ཆེ་རིགས་རེད་ཟེར་ནས་ན་ད། བྱིས་པ་ཆུང་ཆུང་ཟིག་ལ་མཚོན་པ་ཡིན་ན། ཟླ་བ་གསུམ་གནས་དག་ད་རེས་ད་རྣ་བའི་དབང་པོ་དག་ནུས་པ་དེ་ཚོ་ཐམས་ཅད་པོ་དག་རྫོགས་འགྱོ་དགོས་ནི་རེད།

དེའི་གནས་སྐབས་ནི་ཟླ་བ་གསུམ་གྱི་སྟེང་གནས་སྐབས་ནས་ནི་གཙོ་བོ་སྒྲ་ལ་བརྟེན་ནས་བརྟེན་པའི་དུ་བ་དང་སློབ་གསོ་ཡིན་ནི་རེད་དེ་སྐབས་ན་མིག་གི་དེ་ཡིས་དང་ནི་དུ་བ་གཟུགས་ལ་བརྟེན་པའི་དུ་བའི་སློབ་གསོ་མ་སྒྲ་ལ་བརྟེན་པའི་སློབ་གསོ་སྒྲ་ལ་བརྟེན་པའི་སློབ་གསོ་ཟེར་ཀྱང་འདི་དུ་བ་ལྟར་རེད་ད་ངི་ཆོས་ཀྱི་སྔ་མ་གི་ནི་དུ་བ་ད་མི་རིགས་ཀྱི་ནི་དུ་བ་སྤྲོ་སྐྱིད་ཀྱི་ནི་དུ་བ་གཅིག་བརྟེན་པའི་དུ་བ་ད་ཆུའི་ཕྱོགས་ནས་ཡིན་ན་འདྲ་དམངས་ཁྲོད་ཀྱི་ཡིན་ན་འདྲ་དེ་འདྲ་བ་ཟིག་གི་ནི་དུ་བ་ད་རེད་དུ་བ་འདིའི་གདངས་རོལ་མོ་འདྲ་དང་མི་འདྲ

མི་ཡི་འཁོར་ཡིག་ལ་དགག་བྱང་བའི་བརྩེ་དུང་དུ་ཚོ་ཐམས་ཅད་པོ་ཏི་འི་ད་རེས་ད་གདངས་འདི་ཚོའི་ཐོག་ན་ཡོད་ནི་རེད་ཟེར་འདྲི་བོ། སྒྲག་གདངས་འདི་ཚོའི་ཐོག་ན་ཡོད་ནི་རེད། ཁར་སང་དེ་ཡང་གཅིག་ད་ག་ད་གཅིག་ཡུའི་གདངས་རྩོམ་མོའི་གདངས་རྩོམ་ཟེར་འདྲ་མི་འདྲ་ཡུའི་སླར་མོ་ཡིན་མོའི་སླར་མོ་ཡིན་ཧྲེ་ཡི་དེ་མོ་ཡིན་ནི་རེད་དི་ཚོའི་ཐོག་ན་ཅང་ཡོད་མི་ཤི་ད་ག་གཅིག་གདངས་རྩོམ་པ་པོ་ད་ག་མཁས་པ་ཡིན་ན་ད་ག་དི་ཤི་གི་རེད་མ་གཏོགས་པ་མི་ཤི་མ་གཏོགས་པ་སྔོན་གྱི་དེང་དུས་དག་དམངས་ཁྲོད་ནས་ལོ་རྒྱུས་ཡིན་རང་བདམས་པའི་གདངས་འདི་ཚོ་ཐམས་ཅད་པོའི་ཐོག་ན། ད་འོག་གི་རིག་གནས་ཀྱི་དུ་འདི་ཡོད་ནི་རེད། དེ་ཡོད་པའི་སྟོབས་ཀྱིས་ཁར་སང་དེ་རང་རྒྱ་གི་ནང་ན་དུ་བཟེད་ནི་ཡོད་ནི་རེད་དོ་འགའ་རེས་བརྫི་ན་འོད་ཀྱི་རིག་གནས་འདི་སྨན་རེད་ཟེར་བ་མ་ཟད་འོད་ཀྱི་གླུ་དང་འོད་ཀྱི་རོལ་མོ་འདི་སྨན་རེད་ཟེར་བ་ནི་རེད་སྨན། སྨན་འདི་གང་རེད་ཟེར་ན་ལུས་པོའི་སྨན་རེད་ཟེར་ནི་མ་རེད་སེམས་ཁམས་ཀྱི་སྨན་རེད་ཟེར་བ་ནི་རེད། འོད་ཀྱི་རོལ་མོ་འདི་སེམས་ཁམས་ཀྱི་སྨན་རེད་ཟེར། སེམས་ཀྱི་ཐོག་ན་ཅིག་འཚུབ་ཆ་ཆེ་བོ་འཚོ་བ་གི་གནོན་ཤུགས་ཆེ་བོ་བྱ་བ་གི་གནོན་ཤུགས་ཆེ་བོ་ཡོང་བས་སེམས་མི་སྐྱིད་ནས་དེ་འདྲའི་ཡོང་དུས་ད་ད་ཅིག་དེ་བས་རླངས་འཁོར་གྱི་ནང་ཡིན་ན་འདྲ་དེ་མ་ཡིན་པའི་ནི་རང་གི་ཁྱིམ་ནང་ན་ནི་འདྲ། འོག་གི་རོལ་མོ་འདི་ཚོ་དུད་འགྲོ་དག་གི་སྦྲགས་འདི་ཚོ་ཉན་དེར་ཡོང་ན་ཅིག་དུ་ས་ཟག་ཅིག་གི་ནི་དག་ཅིག་ཨ་རི་ནམ་མཁའ་ཚོ་དག་གི་ད་ནམ་མཁའ་ན་སྐྲུན་འཁྲིགས་གི་དག་དེ་ནམ་མཁའ་དང་སོང་ནི་འདྲ་བོ་ཞིག་ནས་ནི་ཅིག་སེམས་རྒྱ་ཧ་རི་སེམས་ཁོག་རྒྱ་ཆེའོ། འོག་གི་དག་གི་གླང་དག་རིང་གླག་ཡང་གི་གདངས་དག་ནི་དག་གི། གཡང་འགུགས་ཚུར་འདུག་ནི་ཅིག་ཏུ་ལྟ། མྱི་གི་སེམས་རྒྱ་ར་ཅིག་ཏུ་སེམས་ཁམས་སེམས་རྒྱ་རྒྱ་ཆེ་བོ་ལོ་དགུ་ཨ་རབ་བྱེད་འཇོག་ནི་འདྲ་ལྟ་ཅིག་བྱ་བ་གང་དང་གང་ལ་དེ་མོ་ཆུང་ཆུང་ཟ་ཅིག་དེ་མོ་བུ་ཆེ་བོ་ཡིས་སེམས་ལ་ཅིག་མི་བདེ་བ་མང་བོ་དེ་མོ་མི་ཡོང་ནི་ཨ་ར་ཅིག་ཏུ་ལྟ་བའི་ཅིག་ལོ་ཁོག་རྒྱ་བྱེད་ནི་ཅིག་ནམ་ལངས་བ་ལྟ་བུ་ཅིག་ཏུ་གང་ཡིན་ན་ཅིག་སེམས་ཁམས་ཀྱི་ཐོག་ཕམ་པ་ཡོང་ནི་ཏི་དངོས་གནས་དྲང་ནས་ཡོང་གི་ཡོད་ནི་རེད་ཏི་ཁོང་ཚོས་ཏི་རྐང་གཅིག་གི་བྱ་འབྲས་མ་གཏོགས་ངི་ཅིག་གི་རྫས་ནི་མ་ངི་ཅིག་གི་འདི་ངི་ཅིག་གི་དེ་སྨན་ཡིན་རྫས་ཡིན་ཟག་ཅིག་གི་ཟེར་མྱོང་བ་གྱི་མ་རེད་བཤད་ནི་རེད། ཡིག་གི་ཕྱི་རིས་ཟིན་ན་དག་ད་ངུ་ཆོས་ཀྱི་རིག་གནས་འདི་ནི་གཅིག་ནས་དེང་དུས་དག་ད་ཁོར་ཡིག་དང་ཡང་འབྲེལ་བ་ཡོད་ནི་རེད་བོད་མི་རིགས་གཟི་བརྗིད་འཛམ་བུ་གླིང་གི་སྟེང་དུ་དག་ས་ཆ་མུག་སེར་བ་འདི་མུག་གི་ཐོག་ན་གནས་ཡོད་ནི་རེད་ལོ་སྟོང་ཕྲག་ཁྲི་ཕྲག་མང་བར་དུ་དག་གནས་ཚར་ནི་རེད་དག་དེའི་འཚོ་བའི་ཉམས་མྱོང་རེད་དག་བསམ་བློ་བོ་དག་འཁྱེར་སོ་རེད་དེང་དུས་དེ་ད་དེང་དུས་དག་ད་ཆོས་གི་ནང་ནས་ནི་ཡང་གཅིག་དག་ཉི་ལ་གཅིག་དག་སེམས་ཁམས་གཅིག་མར་བཞི་བདེ་སྟོང་སྐྱིད་ལོ་བརྒྱ་བསྐྱེད་སྐྱིད་ད་དེ་འདྲའི་གི་མང་བོ་ཟིག་ཡོང་ནི་རེད་དེ་ཡང་འཚོ་བ་གི་ནང་འདྲིས་ཡོད་ནི་རེད་འོག་གི་དག་འཚོ་བའི་ནང་དེ་དག་དང་ཆུ་བོ་ནང་གི་དག་བསམ་བློ་འདི་ཚོ་ཐམས་ཅད་འབུ་འབྲི་ཞིག་ཧ་ཅང་ཆེ་འདྲ། དེ་འདྲ་ཡིན་དུས་དག་མྱི་དེ་མོ་གི་ནི་དག་བསམ་བློ་ཅན་ཟིག་གི་ནི་དེ་འདྲུ་དག་ག་ལེ་ག་ལེ་ཟེ་གོ་མྱི་གཅིག་ཡིན་ན་འདྲ། ཡང་མིན་ན་དམངས་ཁྲོད་དུ་ནི་གཅིག་དག་མྱི་དེ་མོ་གི་ནི་དག་མིའི་རིགས་ཟིག་གི་ནི། སྤྲིན་ཡོང་ནུས་དག་ད་རེས་རོལ་མོ་འདི་ནང་ན། ད་དག་དེའི་མི་རིགས་ཀྱི་བརྩེ་བ་ཟེ་གོ་ན་འདྲ་མི་རིགས་ཀྱི་རིག་གནས་ཟིག་ད་དེའི་ནང་ན་ཡོད་ནི་རེད།

ལ་ཚ། འདི་གཉིས་པོ་རེད་ཟེར་ཏེ་ང་ཚོ་ཚང་མ་ཧ་གོ་གི་དེ་རེད། ཡིན་ནའང་འདིའི་ནང་ན་དག་ད་རུང་ཚ་ནི་མ་རེད་ཟེར་ཏེ། འདིའི་ནང་ན་ཚན་རིག་གིས་བརྟག་ཞིབ་བྱེད་མི་ཐུབ་པས། མ་གཟུགས་ཀྱི་དེ་འདྲའི་བརྩེ་དུང་འདི་དག་ད་འདིའི་མིག་ཆུ་དེ་སྔ་ན་ཡོད་ནི་རེད་ཟེར་ཏེ་ཁོང་གི་སློབ་མ་ཚོ་ལ་དག་སློབ་ཁྲིད་བྱས་ནི་རེད།

རི་ལུང་གི་སྟེང་དྲུག་བརྒྱ་ཕྱོགས་ལ་བརྟེན་ནས་དེ་བས་ཆེའི་རླབས་དེ་དེ་དང་མཐུན་ནས་འབྲུག་སྟེང་གཟུགས་ཀྱི་དོན། དེ་འདྲ་བ་གཟུགས་ཀྱི་དེ་ནང་གི་ཁོང་གི་བསམ་པའི་སྟེང་དྲུག་དེ་དགའ་བ་དང་སྐྱོ་བའི་སེམས་ཀྱི་རླབས་དེ་ལ་བརྟེན་ནས། དེ་བས་ད་བསྒྲགས་གདངས་འདི་ཡོང་ནི་གཟུགས་རེད་ད་ངོ་མས་ངས་བསྒྲགས་ནས། བསྒྲགས་གདངས་སྟེང་དྲུག་རྩོམ་ཤེས་ནི་གཟུགས་ཀྱི་རྩམ་ནི་ཡིན་ནམ་ཉག་གཅིག་གི་རྩམ་ན་འདྲ། མ་ཡིན་པར་སྟེང་དྲུག་དམངས་ཁྲོད་ནས་བྱུང་ནས་གདངས་འདི་དེ་མོ་དེ་མོ་ཡིན་ཚར་དུས་མི་ཞིག་གིས་རིག་གནས་ཀྱི་དོན་འདི་འདི་ནང་ན་ཡོད་པའི་སྟོབས་ཀྱིས་ནི། ད་སེམས་ཀྱི་སྨྲང་རེད་ཟེར་ཡིན་ཟེར་འོས་པའི་རྒྱུ་མཚན་འདི་དེ་རེད། དེ་འདྲ་ཡིན་དུས་ངས་ད་རེས་གཟིགས་ཀྱི་འོ་དོད་དེ་བས་ད།

གཏམ་རྒྱུད་ཡིན་ན་འདྲ། གཏམ་དཔེ་ཡིན་ན་འདྲ། དེ་མུག་གི་སྐོར་བ་འདི་སོགས་ཐམས་ཅད་པོ་ཏི་བ་སྒྲ། འོ་ད་དེ་འབྲུ་ཏི་བ་སྒྲ་དེ་སོགས་ཏི་བ་གཉིས་ཀ་བྱ་བྱེད་ན་འདྲ་སྒྲ་གི། ཅིག་ཏུ་འཁྲུལ་ཆ་བ་ཏི་བ་དྲག་ནས་དྲག་ནས་ཡིན་ན་འདྲ། འདི་སོགས་དེ་འབྲུ་ཏི་བ་དང་བསམ་བློ་དང་འདི་སོགས་མཚུངས་ཤིག་གི་ནི་ཏི་བ་འདི་མི་ངོ་ཏི་བ་དང་བྱེད་དགོས་བོ་ནི་རེད། དེ་འདྲ་བ་ཟིག་གི་ཏི་ངི་ཆོས་སྔ་མ་སྔ་མ་བྱ་ལུགས་བོ་ནི་རེད་དེ་སྔ་མ་སློང་ཡིན་ཡིན་གི་དེ་འབྲུ་ཏི་བ་དང།

སོ་སོའི་སྟེང་དྲུག་རྟ་བབས་སྲམ་པ་མཚོན་བྱེད་གཅིག་བྱམས་པ་དང་ཉག་རྗེའི་སྣ་འདྲ་བསམ་པ་དགུ་གཡང་པོ་ད་འདི་སོགས་ཐམས་ཅད་པོ་མཚོན་བྱེད་མི་མང་ན་རེ་འདི་སོགས་ཐམས་ཅད་པོ་བྲག་དཀར་བཞུགས་ན་ད་ཕན་ཐོགས་ཡོད་ཟེར། རེད་ད་དེ་མི་གཅིག་གིས་དགེ་རྒན་གྱི་བྱ་བ་ཟིག་མ་རེད་བདེན་ན་དེ་དགེ་རྒན་གྱི་བྱ་བ་མ་རེད་དགེ་རྒན་གྱི་བློ་བདེན་ནས་བཟུང་བལྟས་རེད་མ་གཏོགས་བྱ་བ་མ་རེད་ད་ཡིན་ན་དགེ་རྒན་གྱིས་དེ་ཧར་བསྒྲགས་དགོས་ངེས་རེད་ཁྱབ་བསྒྲགས་བྱེད་དགོས་ངེས་རེད་ཁྱབ་བསྒྲགས་བྱས་ཀྱིས་དགེ་རྒན་ལ་ལྟ་བུ་ལྟ་སྟོང་དག་པ་ན་རེ་མ་གཏོགས་སྒེར་གང་གི་ལྟའི་ཐག་ཆོད་བྱ་བ་མ་རེད། རང་གི་ལྟའི་འབྲུ་གཅིག་ལྟ་བུ་ཁྱིམ་ཚང་གི་ལྟ་བུ། སློབ་སྲུང་འདྲ་ཡིན་ན་ལྟ་ལུགས་ཤེས་མ་གཏོགས་དེ་བས་གཞན་པ་སྒེར་གང་ན་གཅིག་ལྟ་བུར་འབྲེལ་བ་མེད་གི་ད་དེ་རེད། དེ་ནས་ད་ལྟ་བུ་རིམ་པ་གཉིས་པ་དེ་གང་ཡིན་ཟེར་ནས་ན་ད་གཞལ་བྱའི་ལུགས་གསུམ་གི་ཐག་ཆོད་ཡིན་ཟེར་བ་ན་རེ། ལུགས་གསུམ་གི་ཐག་ཆོད། གཞལ་བྱའི་ལུགས་གསུམ་གི་ཐག་ཆོད་ཡིན་ཟེར་བ་ན་རེ་ལྟ་བུ་རིམ་པ་གཉིས་པ་དེ། ད་མྱི་གཅིག་པོ་དེ་མྱི་ཚེ་གཅིག་པོ་དེ་ལ་དངོས་གནས་དྲང་གནས་ལྟའི་འབྲུ་ལྟ་བུ་ད་ཡར་འགྲོ་ད་མར་འགྲོ་མྱི་ཕྱི་མུ་ཟུག་གི་ལོག་ཏུ་ད

ལྟ་བུ་དང། རང་གི་ཏིང་འབྲུ་ལྟ་བུ་ལྟ་བུར་བགྱིད་དུ་མ་འོངས་པ་རྣམས་ཉིད་ཕྱི་མོ་གཟུགས་ཀྱི་ལོག་བསམ་ནི་ཡིན་ན། དེའི་ཏིང་འབྲུ་ལྟ་བུ་རིགས་སློབ་གསོ་དུ་ལོག་བསམ་གྱི་ཐ་ཚོད་ནི་ཏུ་དགོན་རེད། གཙོ་བོ་ཏུ་ཏུ་དང་ཁྱིམ་ཚང་གི་སློབ་གསོ་རེད་མ་གཏོགས་ང་ཞིག་སློབ་ཁྲིད་སློབ་གསོ་མ་རེད། ཁྱིམ་ཚང་གི་ཏུ་གི་ནང་ནས་ཕ་མ་གི་ནི་ཏུ་གི་དང་སློབ་གསོ་བྱེད་རྒྱུ་དེ་རེད། དེ་ནས་ད་ཏུ་གི་དང་སློབ་བསྡུ་ན་ཐོན་དུས་ཏུ་གི་དང་སློབ་གྲྭ་གི་ནང་བཞག་ངོ།

མཐོང་ཆུང་འདྲ་བོ་ཡིན་ནི་རེད་ད་བ་ཅུ། མི་ཞིག་གིས་དེ་རིང་སློབ་གྲྭ་གི་སློབ་དེབ་ཀྱི་ནང་བལྟས་ཡོང་ན་ད་སེམས་ཤུགས་པ་ཟིག་བསྟན་ན་ཡག་ད་ལོ་རིམ་སྟོང་བོའི་སློབ་དེབ་ཀྱི་ནང་ན་ད་ཚིག་ཀ་ཤོ་ལོ་ཀ་གཉིས་གསུམ་སོ་གཉིས་པའི་སློབ་དེབ་ཀྱི་ནང་གཉིས་གསུམ་བཞི་པའི་སློབ་དེབ་ཀྱི་ནང་གཉིས་གསུམ་གཏིང་ཟུག་མ་གཏོགས་པ་མེད་གི་འདུག། མི་ཞིག་གིས་སྤྲོ་སྐྱིད་ཀྱི་དུས་འགྲོ་དགོན་པའི་སློབ་གསོ་གི་ནང་ནས་ཡིན་ན་དེ་བས་ད་རེས་ད་དེ་ལ་ཧ་ཅང་མཐོང་ཆེན་བྱེད་ནི་རེད་ཁྱད་པར་དུ་དཔེར་ན་དགེ་ལུགས་པའི་དུས་འགྲོ་དེ་བས་ད་གྲྭ་ས་ཡིན་ག་ཅིག་ད་ད་གཞུང་པོ་ཏི་དེ་བས་ད་དེབ་མ་བཞི་བརྒྱ་ལྔ་བརྒྱ་ཅན་འདི་མོ་བོ་འཐུག་རབས་ཅན་མི་མང་དུས་འགྲོ་དེ་བས་ད་བློ་འཛིན་ནི་རེད་ད། རེད་ད་ལྟ་དུ་ཆུང་ཆུང་གི་ཐག་ཚོད་དུས་དུ་བུ་ད་རུང་གཙོ་བོ་གཙོ་བོ་དུ་རྩར་འདུག་ནས་གི་མ་གི་རྒྱབ་གི་ཡང་འཛིན་དགོས་ནི་རེད། འོ་ད་ནི་གཙོ་བོ་ངོ་མ་འོ་ད་ངི་ཆིག་གི་སྒང་རེད་ཟེར་ནས་ན་ད། བློ་ལེན་མི་ཡི་སྐྱིད་དུ་ད་ངོ་མི་ངི་ཆིག་གི་བཤད་ན་དུ་གི་དུ་ལྷོ་བསོག་གི་ཐག་གི་ན་ཅིག་དུ་གི་དུ། འདི་མ་འདང་ས་ཟིག་ཡིན་ནི་རེད་ད་གི་ཆུང་ཆུང་གི་ཐག་ཚོད་བློ་ལེན་མི་ཡི་སྐྱིད་དུ། དིར་ཡིན་ན་ཡིན་ད་མིན་ད་ཆུང་ཆུང་གི་ཐག་ཚོད་ད་ལོ་བདུན་ནི་བཟུང་སྟེ་ལོ་བདུན་ནི་ལོ་བཅུ་གསུམ་མ་མ་བར་གི་བར་དུ་དེའི་ནུས་པ་དང་ཧ་ཅང་ཡོད་དེ་ད་ཚོད་དེ་བློ་བླངས་ན་གཅིག་ན་བློ་ལིངས་རྩ། གཉིས་ན་དེ་འབྲུ་དེ་བློ་དུ་བླངས་ཚར་དུས་དེ་ནས་ཧ་ཆོད་ནས་བློ་སྐྱོར་མ་བྱས་ན་ཡང་ད་མི་ཚེ་གཅིག་པོ་ལ་དེ་དེའི་བློ་ལེན་རྒྱུ་དེ་བརྗེད་བརྗེད་ཀྱི་ཡོད་ནི་མ་རེད་དོ། རྣམ་པ་ཐམས་ཅད་པོ་རང་རང་སོ་སོ་ལ་ཉམས་མྱོང་ཡོད་རྒྱུ་རེད་དོ་བརྗེད་ཀྱི་ཡོད་ནི་མ་རེད། དེ་ནས་བློ་གཅིག་སུ་མ་བབས་ཚར་དུས་དེ་དུས་ད་དེའི་ནུས་པ་དེ་ཉམས་ཡོད་ནི་རེད་དོ།

དུམ་མིན་ན་ཡང་དུམ་ཕྲག་གཅིག་ད་ཉི་མ་བཅུ་སྐབས་བཅོ་ལྔ་རྫབ་ཞིག་གི་ནང་ད་ལུས་སྐྱུར་མ་ཡིན་ན་ད་ད་བརྗེད་འགྱོ་ནི་རེད་དོ། དེ་མོ་གི་ལོ་ཁོ་ན་དེ་ཡིན་ན་ང་ཅིག་གི་ལུས་ལ་ཡོད་དགོ་ནི་རེད། ཁྱད་པར་དུ་རིག་གནས་གང་དང་དཔེར་ན་ང་ཅིག་གི་གསོ་བ་རིག་པ་ལ་བསམ་བློ་བཏང་ན་གསོ་བ་རིག་པ་བློ་ན་མེད་ན། ད་དེང་དུས་དེ་གི་ནད་པ་ཐོན་དུས་དེ་གི་ད་ཡི་གི་ཁ་བྱེའི་ཕྱིར་ཡིད་དེང་དུས་དེ་གི་འདི་དེ་གི་སྨན་བལྟ་དགོ་ནི་རེད། དེ་འདྲ་བ་ཞིག་གི་མི་ཞིག་གི་གཏིང་དྲུག་གི་རྣམ་རིག་གི་ཐོག་ནས་ཡིན་ན་དངོས་གནས་དྲང་ལེ་མི་ཅིག་གི་དཔར་དུ་འདུས་ཀྱི་འཁོར་ལོའི་ནང་ན་ཡོད་པའི་རྣམ་རིག་དེ་དག་དེ་རིང་འཛམ་བུ་གླིང་གི་སྟེང་ཕྱིའི་སྔོན་ཐོན་གྱི་གཏིང་དྲུག་རྣམ་རིག་གཉིས་ཀ་ཐོག་ཐུག་བཞག་ནས་ཡིན་ན་ཐོག་ཐུག་ཕྱོགས་སྐྱིད་ལ་འོང་ནི་རེད་དོ། དེ་རིང་ཡིན་ན་དག་སྔ་མ་ལྷ་ས་སྨན་རྩིས་ཁང་གི་ད་རེས་འདི་ལང་གཙོ་གཞོན་པ་ཟེར་བ་དག་མི་ཞིག་ཁ་བརྡ་ཡིན་མྱོང་ཁོང་གི་གཟིགས་ནས་ཡིན་ན་ད་རེས་འདི། འདི་ཀྲུང་གོའི་ཚན་རིག་ཁང་གི་འདེམས་སྒྲུག་དང་གནམ་རིག་གི་འདེམས་སྒྲུག་དག་གི་ཚན་རིག་པ་མཁས་པ་ཡོངས་ནས་གང་ཤེས་ཁ་བརྡ་ཡིན་ན་ཁ་བརྡ་ཡིས་དུས་ད་འོག་གི་འདེམས་སྒྲུག་དག་གི་རྩིས་འདི་དག་འདེམས་སྒྲུག་དག་གི་ད་རེས་འདི་ཀྲུང་གོ་རྒྱལ་ཁབ་ཀྱི་ནང་དུ་ད་མི་རིགས་ལྔ་བཅུ་ངར་ལྔ་གི་ནང་ན་འོག་གི་རྩིས་འདི་འདྲ་བ་ཟིན་ཏག་གཅིག་ཀྱང་མ་ཁུབ་ད་དེ་མོ་དེ་མོ་ཟེར་གི་ཟིན་ད་ནི་དེ་ད་མི་རིགས་ལྔ་བཅུ་ངར་ལྔ་གི་ནང་ན་ད་ཆི་ག་ཡོད་ད་དེ་ཟིག་གི་ཚར་འདི་མ་རེད་ད་ངོ་མི་ངོ་བར་བཤད་ན་དངོས་གནས་དྲང་གནས་རྣམ་རིག་དང་གཉིས་ཀ་དག་དག་ཁ་བལྟ་དེ་དང་ནི་གཉིས་ཀ་ཐོགས་རྟུག་ཕྱོགས་རྒྱུད་དུ་ད་ངི་ཞིག་གིས་ཉི་མའི་ཁྱིམ་རྒྱུད་དུ་མ་གཏོགས་པ་ཉི་མའི་ཁྱིམ་རྒྱུད་ལས་ཧར་བུད་ནས་དེ་ནས་དགུ་ཚིགས་ཀྱི་ཁྱིམ་བཞག་གཞན་པ་དེར་རྩི་ནི་མ་རེད་རྩི་སྐྱེ་ཡོད་ནི་མ་རེད་དེའི་ཐོག་ནས་རྣམ་རིག་དུ་དག་ངར་ནི་རེད་མ་གཏོགས་པ་ཉི་མའི་ཁྱིམ་རྒྱུད་རྩི་སྐྱེ་པོའི་ཐོག་ནས་དང་དངོས་གནས་དྲང་གནས་དག་ད་ཕྲ་བ་འགའ་རེ་འགའ་རེ་གི་མཐར་མ་གཏོགས་པ་དག་དེ་མུར་རེད་ཡིན་ནའང་དུ་དག་ད་ངི་ཞིག་གིས་དྲང་རིག་པ་ཟེར་བ་ཐུགས་དག་འདྲེ་དུ་བློ་ན་མེད་ན། དེ་ཕྱིར་ཡིད་དུ་བརྩི་ནས་དུག་སློང་ན་མེད་ན་བརྩི་དཀའ་མི་ཉན། ད་དགྲ་རིག་པ་ལ་མཚོན་ནས་ན་དེ་མི་ཞིག་གིས་ང་ཁྱོད་ནི་ད་བོད་ཀྱི་དྲོ་རྒྱུན་གྱི་ཐོག་ནས་དགྲ་རིག་པ་དེ་དག་རྒྱ་གར་དང་འབྲེལ་བ་ཆེན་རེད། དེར་ཡིན་ཟིག་གི། ཐམས་ཅད་པོ་ཏི་ཅིག་ལག་བཞེར་གྱི་དབང་དུ་བྱས་ནས་དེ་ལག་བཞེར་བ་དེ་གཙོ་བོ་བྱེད་དགོས་ནི་རེད། དེར་ཡིན་ན། ལག་བཞེར་གྱི་དགྲ་མདོ་དེ་འདྲུད་དེ་བོད་སློང་ན་མེད་ན། ད་དགྲ་ཕྱིར་ཡིད་སྒྲིབ་ནས་དགྲ་ཕྱིར་ཡིད་དུ་བརྩི་ནས།

ད་མ་མཐའ་ཡང་དག་སེམས་དག་གི་དག་རྩ་བ་གཉིས་པོ། ད་དེ་འདྲ་བ་ཞིག་གི་ནི་དག་རང་རང་སོ་སོའི་དག་ལུགས་ལ་ནི་དག་ཅིག་སེམས་སྐྱེ་བ་དང་རྟག་ཅིག་འཇིག་པ་གཉིས་ཀ་ལ་སྔོན་གྱི་མཁས་པ་རྣམས་ཀྱིས་ནི་དག་ཅིག་དག་ད་བརྩམས་བཞག་ནས་སྡོམ་འདྲ་འདྲ་དང་དེ་མི་མང་བོ་ཡག་གི་དག་ང་ཡ་ཅིག་ལག་ཤེས་སྦྱང་བ་འདྲ་འདྲ་དེ་འདྲ་བ་ཞིག་གི་ནི་དག་རྟག་འཇིག་གི་སྐབས་ན་ས་རུའི་མེ་ལོང་འདྲ་འདྲ་འདི་ཚོ་ཐམས་ཅད་བང་ཤིག་གི་སློབ་གྲྭ་གི་ནང་ལ་ཅིག་དག་གྲུབ་མཐའ་གསར་མ་ཉམས་མ་བཤད་དེ་སྟོན་དག་བ་ནི་མ་རེད་སློབ་གྲྭ་གི་ནང་མི་སྣ་སྟོན་དག་མེད་གི་ད་དག་སློབ་གྲྭ་གི་ནང་དེ་བས་སྟོན་དག་བ་མ་རེད་གང་བློ་ལིང་བཙགས་ན་གང་གི་ནང་ན་སྣར་སྒོ་ཚང་ན་དུ་བྱམས་པོ་དུ་བུ་དག་དུ་བློ་ལིང། ད་དེ་ནས་དེ་འབྲུ་དུ་བུ་དག་ཅིག་དུ་བུ་སྐར་རྩིས་ཀྱི་དུ་བུར་སྔོན་འགྲོ་འདྲ་འདྲ་ངོམ་རྒྱུ་དེས་ན་དུ་བུ་ངོམ་རྒྱུ་རྒྱ་ཆེན་པོ་མ་ཡོང་ན་ཅིག་ངོམ་རྒྱུ་རྒྱ་མཚོ་ཆུ་ཐིགས་འདྲ་འདྲ་དེ་འདྲ་བ་ཟིག་གི་ནི་དུ་བུ། ཅིག་དུ་བུ་ད་རེས་འདི། དག་ཡིག་གི་སྐོར་ནས་ན་དུ་བུ་ད་དག་ཡིག་གི་ནང་ནས་ཡང་ཅིག་དུ་བུ་དག་ཡིག་གི་ཅིག་གཞུང་གཞུང་ཆེན་པོ་ངོ་མ་ཅིག་ཅིག་མ་ཟིན་ན་ད་སར་ཚིགས་སུ་བཅད་དེ་ལྟ་བུ་བདེ་བའི་གཞག་ནས་དག་ཆུང་ཆུང་གི་བསྐོར་བ། འདི་མོ་རེ་སྟབས་ལོ་མའི་ནཱ་ད་དག་ཅིག་དག་དག་རྩ་བ་ནས་ཡོང་ནི་མ་རེ་དག་འདི་སོགས་བློ་ལས་འདི་དག་ད་གཟིར་ལ་ཡར་དག་འཇོག་སྐྱོ་བོ་དག་ཧ་ཅང་དེ་འདྲུ་དག་སྐར་ཆེན་པོ་རེ་དག། ཅུང་ཟད་ཙམ་ཞིག་གི་སློབ་གྲྭའང་ནང་ཕྱིར་དག་མེད་ནི་ཅམ་པོ་དག་འདི་རེད། ད་དེ་རིང་སོང་དུས་དག་དུས་ཐོག་ལ་དག་དག་དུས་ཐོག་ལ་དག་འདྲུ་དག་བློ་ལས་འགུལ་ཐོག་བསམ་བློ་བཏང་དགོས། དེ་ནས་གཉིས་པ་དེ་འདྲུ་དག་ཞིག་གི་སློབ་དེབ་ཀྱི་ཐོག་ནས་ནི་དག་ད་འདི། གངས་རི་འདི་ནས་ན་དག་ལྷོ་ལྟེབས་ཀྱི་ཐོག་ན་བརྒྱད་བརྩོམ་མང་ན་རེ་དང། བརྒྱད་བརྩོམ་དུ་སོ་ཐམས་ཅད་པོ་དག་ལྟ་རེ་དང་མདོ་དབུས་ཁམས་གསུམ་གྱི་དག་བསྙེན་མང་བོ་བརྒྱད་ན་རེ། དེ་རིང་འདི་དག་ཁར་སང་དེ་རང་དང་མདོ་དབུས་ཁམས་གསུམ་གྱི་དག་འབྲུ་དག་སྐལ་དུ་ཧ་ར་དག་ཇེ་རང་ཇེ་རང་ཇེ་རང་ཇེ་རང་དག་མགྱོགས་ཡོང་ན་རེ། ཉི་མ་སྔ་འཕྱུར་གྲྭ་ཟམ་མཚོ་ནས་ནང་ཞིག་གི་དག་གཏམ་རྒྱུད་ཀྱི་ཐོག་ནས་ན་དག་ད་འདིའི་ཐོག་ནས་ཆུ་དང་རིག་གནས་ཆུ་རྐྱང་བ་ཟེར་ཀྱང་མ་རིག་གནས་ཀྱི་ཐོག་ནས་ད་ངུ་ནས་སྐྲག་ནས་དག་ད་སྐད་རིགས་གཅིག་འགྱུར་ད་ཧ་ལས་པ་ཟིག་དག་གཅིག་འགྱུར་ཡོད་ཅག་ཡོང་ན་རེ་ད་ནང་ཞིག་གི། འོད་ཀྱི་དེ་རིང་ཕྱི་སྐད་ཚིག་གང་ཡིན་ཟེར་ནས་ན་གཏམ་རྒྱུད་ཀྱི་སྐད་འདི་དག་ཕྱི་སྐད་ཡང་དག་ཡིན་ནི་རེད་དོ། དེ་སྦྲགས་སྡང་གི་ཅིག་ལོག་ཚིར་གྱི་ཅུང་ཟད་ཙམ་མ་གཏོགས་པ་དེ་ད་འདི་ཡང་དག་པ་དེ་འདིའི་ཐོག་ནས་གཅིག་འགྱུར་དབྱིབས་བཞག་གོ་འདྲི། དེ་རང་ཞིག་གི་དཔེར་ན་ནི་དེ་ད་སྔོན་གྱི་གཏམ་རྒྱུད་ཟིག་ལྟ་ནི་ཡིན་ན་ཡ་ད་རྗེ་ཙོང་ཁ་པ་དེ་འདྲུ་དེ་ཨམ་མདོ་ནས་རེད།

དུ་སུའི་ཐོག་ནས་དེ་འབྲུ་དག་མཉམ་འཇོག་བྱེད་དགོས་ས་སྔ་ཕྱི་གི་བཤེར་སྟངས་དག་གི་སློབ་དེབ་ཀྱི་ཐོག་ནས་ངས་སློབ་དེབ་ཀྱི་མི་ཉན་གི་དེ་རང་ཟེར་གི་མེད། སློབ་དེབ་ཟེར་སྐྱོ་དག་སྔ་ཕྱི་གི་དག་གི་དག་བོད་ཀྱི་ནི་དག་གི་འདི་ན་མཁས་པ་ཐམས་ཅད་པོ་དག་གི་ཕྱོགས་གཅིག་ཏུ་ནི་དག་གི་འདིའི་བསྐྱར་དབང་དག་ནི་དག་གི་བསམ་བློ་དང་ངས་བྱེད་ནི་ཟིག་རེད་དེ་ཚིག་ངས་དེ་ཅིག་མྱང་གི་མི་མྱང་གི་ངས་ཀྱང་ཟེར་གི་མེད། ཟེར་གི་མེད་ད་ནི་དག་གི་ཡིན་ན་དེ་འབྲུ་དཔེར་ན་ངས་ཅིག་གི་ཐ་ན་སུམ་རྟགས་ཅིག་གི་འདི་མ་ཟིག་དེ་ཡིན་ན་ད་དེ་མོ་མོ་མོ་ཟིག་མ་ལྟོ་རེ་བཞག་གི་འདྲ་འདྲ་དེ་ནས་ག་རིགས་ཅིག་ཀྱིར་མེད་དེ་ཧར་ཧར་ཧར་ཧར་དག་གི་ཁ་འཐོར་ར་འགྱོ་འོ་གི་འདྲ་འདྲ་འདི་ཚོ་ཐམས་ཅད་པོ་ཏཱ་དངོས་གནས་དྲངས་ནས་དགེ་འདུན་ཆོས་འཕེལ་གྱི་ནི་དེ་བི་ད་གསུང་གཅིག་པོ་ཏི་ནི་དེ་བི་ད་དེ་དག་དངོས་གནས་དྲངས་ནས་རྡོ་རྗེའི་གསུང་ཡིན་ནི་རེད་དེ་བི་ཁོང་གི་གསུང་བཞག་སྐབས་རྗེ་སྤྲུལ་དུ་མི་གཅིག་གིས་ནི་དེ་བི་གཏམ་རྒྱུད་ཀྱི་གསུང་འདི་ལ་ཆ་འཇོག་བྱས་པ་དེ་ཁྲིད་དུ་ཐང་གཅིག་གི་ཀ་རིག་དེ་དེ་བི་གཅིག་འགྱུར་རེད་ཟེར་ནི་རེད་དེ་བི་ད་དེ་ངོ་མ་ཡིན་ནི་རེད་དེ་བི་ངས་ད་རེས་ཟེར་གྱི་དེ་རེད་དེ་བི་དེ་རང་གི་གཅིག་གིས་ནི་གཏམ་རྒྱུད་གི་ནང་ནས་ཡོད་ནི་དེ་བི་ད་ཡི་གེ་སྡེབ་མ་གཅིག་ཁྱེར་སོང་ནི་དེ་དགེ་འདུན་ཆོས་འཕེལ་གྱི་གསུང་ནི་རེད་ད་སྟོད་མངའ་རིས་ནས་ནི་དེ་འབྲུ་དེ་བི་ད་སྨྲ་དེ་ནི་དེ་བི་ད་རྒྱལ་མོ་ཚ་བ་རོང་འདི་ཡར་མར་ཁྱེར་སོང་ནས་ན་འདི་ཐམས་ཅད་པོ་ཡི་གེ་མ་ཤེས་ན་མི་ཤེས་ནི་རེད་ནི་མ་ཕྱིར་བཏང་དེ་འབྲུ་དེ་བ་ད་འདི་གོ་ནི་རེད་དམ་དེ་མོ་ཟིག་རེད་དེ་དེ་ནས་ན་འདི་བ་འདིའི་ཐོག་ནས་དེ་བ་ང་ཤེས་ག་རིགས་གཅིག་གྱུར་ཡོད་འདྲི་དེའི་ཐོག་བ་དེ་བ་དགེ་རྒན་རྣམ་པ་ཐམས་ཅད་ཀུན་ནི་དེ་བ་ཁྲིད་ལུགས་ཀྱི་ཐོག་ནས་བསམ་བློ་ཅི་རིགས་བཏང་གོ་བློ་ལེན་ལུགས་ཀྱི་ཐོག་ནས་ད་དངོས་གནས་དྲངས་ནས་གོ་ནི་རེད་ད་ང་ཤེས་གི་སུམ་ཅུ་པ་གཅིག་ཏུ་ནི་དེ་བ་ད་ལོ་རིམ་དང་པོ་ནས་ལོ་རིམ་དེ་བ་ད་རེས་ད། སྒྲིག་པ་གི་བར་དུ་ནི་དེ་ལྟ་དུ་ཏག་ཏག་ཟིག་ཏུ་ད་རུང་མི་རྫོགས་པའི་བརྡ་ན་དེ་ནི་ཕྱི་འདྲ་ཟ་གི། དོན་དག་ཅི་ཡང་ཞིག་གི་མཉམ་པར་འཇོག་དགོས་ཀྱང་ནི་རྒྱབ་ཕྱིའི་ཐོག་ནས་མཁས་པ་རྣམས་ཀྱིས་ཕྱི་ཟིན་སྒྲིབ་ཟིན་མིན་ནམ། དཔེར་ན་དེ་རང་དེང་དུ་དུ་བ་ད་སློབ་དེབ་ཟིག་དེ་ཡིན་ན་སློབ་དེབ་གཉིས་པ་དུ་དུ་བ་ད་དཔེར་ན་ལོ་རིམ་གསུམ་པ་གི་སློབ་དེབ་དུ་དེ་རང་ཐོན་ཡོང་ན། ཁྱོད་འདིའི་ལོ་རིམ་གསུམ་པ་གི་སློབ་དེབ་དུ་དེ་རང་དུ་བ་ད། ལོ་རིམ་གཉིས་པ་གི་དོན་དྲུག་ཏུ་བུ་དང་སློབ་དེབ་བཞག་ནས་མཐར་ཕྱིན་ཚར་ནས་སློབ་མ་ཟིག་གི་ལག་བཞག་བཞག་ན། ད་སློབ་མ་དེའི་མགོ་ནས་སྣ་མ་གི་བར་དུ་དུག་ལྷག་ཤི་ནས་མ་ཚུད། ད་རུང་དེའི་ནང་ན་ཡོད་ནས་ཅིག་གཏམ་གྱི་མདའ་འདི་ཆོ་ག་ཐམས་ཅད་པོ་སར་ཁྱོད་དགེ་རྒན་ན་སར་བཤད་དེ་ཁྱེད་རང་ནས་ཡིན་ན། གཞི་མོའི་སློབ་དེབ་ཏུ་དེ་འབྲུ་དུག་གི་ད་སློབ་མ་གི་དུས་ཚོད་འཕྲོག་ལོག་ཡོད་ཀྱི་ཡིན་ཛི་བཤད་ཡོད་ནི་རེད་དོ། ཨོ་ཡ། ད་དུས་འགྲིག་ཡིན་ཚུལ་སྐུ་དུ་དེ་ཐོག་བསམ་བློ་བཏང་གྱོ་འདིར་ངུ་ཤེས་ཀི། ལོ་རིམ་དང་བོ་དང་གཉིས་པ་གཉིས་ཀ་བཞག་ནས་ལོ་རིམ་དང་བོ་གཉིས་པ་གསུམ་པ་གཉིས་ཀ་དཔེར་ན་ལོ་རིམ་དང་བོ་གཉིས་པ་གཉིས་ཀ་བཞང་བཞག་ན། དེའི་སྔ་མ་མ་འཆོལ་དུས་ནང་ན། ལོ་རིམ་དང་བོ་གཉིས་པ་གཉིས་ཀ་ཡང་དག་པ་བཞི་དག་ཤེས་ཚར་ན། ད་དེའི་ལོ་རིམ་གསུམ་པ་བཞི་པ་འུ་ཐུག་སློབ་དེབ་ཀྱི་ནང་ན་མ་ཤེས་པའི་ཆ་ཆེན་མོ་བཟོ་བ་ཁོ།

དེ་འདྲི་མཁན་སོང་ནས་ན་དེ་བས་ད་ང་ཞིག་གིས་ན་ད་ན་དེ་བས་ད་སློབ་གྲྭ་གི་ནང་ལ་འདི་སོགས་བསྟིམ་འགྲོ་དེ་བས་ཅིག་བློ་ལིང་དང་འདི་སོགས་ཡིན་ན་ད་ག་ལ་གང་འཚམ་དགོས། དགོས་ནི་རེད་མ་གཏོགས་པ་དེ་བས་ཕྱིར་བཏང་དེ་བས་འདི་སོགས་ལ་བསམ་བློ་མ་བཏང་ན་དེ་བས་ཕྱིར་བཏང་ག་མུག་ཡིན་གི་ཡོད་ནི་རེད། དེ་རིགས་ཡིན་དུས་དོན་དག་ཅིག་དེ་ནི་དེ་བས་ད་རེད་ད་འདི་ན་རིགས་པའི་རྣམ་གྲངས་སློབ་པ་དང་ཟེར་རིགས་པའི་རྣམ་གྲངས་སློབ་པ་དེ་ང་ཞིག་གིས་དེ་ཐམས་ཅད་པོ་དགེ་རྒན་རྣམ་པ་ཐམས་ཅད་པོ་མཁྱེན་པ་རེད། ད་ནི་དེ་བས་ད་ང་ཞིག་གིས་ཀ་རིགས་ཀྱི་དེ་བས་ཁྲིད་སྟངས་རྣམ་པ་གཉིས་ཡོད་ནི

དེ་རེད་ད་ཡིན་ནའང་ཕར་སྐད་ཕ་ཟེར་དུས་བཞག་ནས་ནི་དག་དག་གསར་གི་ནི་དག་གཞན་པ་ཟིག་གི་དུས་ཐོག་ནས་འགྱུར་དགོས་དུས་དེ་དེ་ནས་ད་ངི་ཞིག་གི་དག་ད་སློབ་མ་ཐམས་ཅད་པོ་ཡིན་ན་དག་ཅིག་དག་མི་ཤེས་དེ་འགྲིག་ཤེས་ཡོང་དུས་ཁྱེད་རང་དུས་དང་དག་ད་ཡ་རབ་སློབ་གྲྭ་ན་རྒྱུགས་མི་འཕྲོད་དུས་མོ་རེད་སློབ་གྲྭ་ཆེན་མོ་ནའང་འགྱོད་ཐུབ་དགོས་ནི་མ་རེད་དཔེར་ན་ངི་ཞིག་གི་ཁམས་ཕྱོགས་ན་ཅིག་རྟ་འུབ་རྫས་འདི་འདྲ་འདྲ་ད་འདི་མོ་གླ་འགུབ་དུ་ན་ནི་ཅིག་ཡང་འུབ་སྐད་ཡིན་ནི་རེད་ད་ནི་འུབ་ཤེས་སྐྱུབ་གི་སྐད་མིན་ནི་དུས་མོ་བྱ་ནི་ཡོད་ནི་རེད་དམ་དང་འདི་མོ་འདི་ཆིག་གི་སྟེང་བུ་དེ་བ་དག་ཀ་བྱ་བྱ་སློབ་མ་ཐམས་ཅད་པོ་ལ་དུ་ག་སྔར་ཕྱི་མོ་ཡག་གི་བརྫི་ནས་ན་ད་རྒྱ་ཡིག་བཞང་དགོས་ན་ནི་ད་བོད་ཀི་རྒྱ་ཡིག་བཞང་ནོ་ཡིན་ནི་རེད་དུ་གང་ལྟར་ཡང་ཕྱི་འབྲུ་གསུམ་ཁེ་ན་ཡང་ད་འདིའི་རྣམ་པའི་དུ་འདིའི་ནང་ནས་གང་ལྟར་ཡང་ཁྱོ་སྟེང་འབྲུ་རིམ་པ་གཉིས་པ་ཡང་ཆོད་པ་འགྱོ་ས་ཡོད་ནི་མ་ཡང་དོང་ས་ཐོན་མི་ཐོག་དུ།

དེ་མོ་གློག་འགྱོག་ན་དག་དེ་ན་དག་ད་རྣམ་པ་ཐམས་ཅད་པོ་དག་ཏུ་ངོས་ཟིན་ཡོག་ཡོག་གྱི་རེད་ད་ན་དག་ད་དོང་ངོ་ད་ཚོ་ན་དག་ད་རི་ཁྲིར་ཐང་ཀར་རྣམ་པ་དང་པོ་ཅང་པོ་དེ་འབྲུ་དག་ད་གཙོ་བོ་བཤད་ཀྱི་ད་དེའི་ཐོག་ནས་དེ་འབྲུ་ད་ཀ་རིག་བཞམ་པ་གི་དག་དེའི་ཐོག་ཨ་དག་སྣོ་མ་བརྒྱབ་ནས་དག་བཞང་གྱི་ཅང་པོ་ཤིན་ཏུ་གལ་ཆེན་གཅིག་རེད། ད་རིག་པའི་རྣམ་གྲངས་དག་བཞང་བ་དང་ཟིག་གྱི་དེ་དེ་མོ་སུ་མ་གཏོགས་པ་ང་བཞམ་པ་ཅང་མེད་དག་བཞམ་པ་ཐམས་ཅད་པོ་རྣམ་པ་ཐམས་ཅད་པོ་མཁྱེན་བཞིན་པ་རེད། གཉིས་པ་དུ་གང་རེད་ཟེར་ན་དུ་བ་ད་རེད་འདི་ན་བླང་དོར་ཚུལ་བཞིན་སྟོན་པ་དང་ཟེར་གྱི་ད་འདི་ཧ་ཅང་གལ་ཆེན་པོ་རེད། ངས་ད་རེས་སློབ་གྲྭ་བ་ནང་ནས་དགེ་རྒན་འཛུགས་གི་ཡིན་ན་དེང་དུས་དུ་བ་རིག་གནས་གཙོ་བྱས་འོག་ཏུ་ད་དགེ་རྒན་གྱི་བྱ་བ་ཡོངས་རྫོགས་དུ་དུ་རེད་ཟེར་ན་དུ་མ་རེད། དུ་ན་གཅིག་དུ་ཆི་ཟིག་རེད་ད་རུང་གཅིག་ཆི་འོག་འགྲིམ་ཟེར་ན་བླང་དོར་ཚུལ་བཞིན་སྟོན་རྒྱུ་བོ་ད་དེ་རེད། བླང་དོར་ཚུལ་བཞིན་དུ་སྟོན་པ་རེད་ཟེར། ད་བླང་དོར་ཅི་རིགས་སྟོན་དགོས་འདྲི་ཟེར་ན་ད་འདིའི་ཐོག་བསམ་བློ་བཏང་ས་ཡོད། ང་ཞིག་གིས་ད་དགེ་རྒན་ལ་ལ་གི་བསམ་ན་ཅིག་ཏུ་སྤྲོ་སྐྱིད་ཀྱི་རིགས་པ་འདི་ཅིག་ཏུ་ཅི་མཁོ་དང་མི་མཁོ་གི་ས་མཚམས་དེ་མོ་ལ་བསམ་བློ་བཏང་ནི་རེད། ཡང་ཅིག་ངས་ལ་ལ་ལ་ལ་གི་བསམ་བློ་བཏང་ན་ད་གར་ཚང་འདི་རང་ང་ཞིག་ག།

ནུབ་ཕྱོགས་ཀྱི་དུས་འགྲོ་ལྟ་བུ་རྒྱལ་ཁབ་ལྟ་བུ་སྟོབས་ལྡན་གྱི་རྒྱལ་ཁབ་མང་བོ་ཟིག་ལམ་འདི་ནས་སོང་ནས་ལྟ་བུ་ལྟར་རྩེད་མོ་ལ་ཐོགས་ནས་བསྡད་ཡོང་ནོ་རེད། མི་ཞིག་གིས་ལྟ་བུ་ཤར་ཕྱོགས་ནས་ད་རུང་མང་བོ་ཟིག་འཛམ་གླིང་གསུམ་པའི་རྒྱལ་ཁབ་ཟེར་བོ་ནི་རེད་འཛམ་གླིང་གསུམ་པའི་རྒྱལ་ཁབ་འདི་ཚོ་ད་གསར་གྱི་ཡ་ར་ཅིག་ལྟ་བུ་འཕེལ་རྒྱས་ལྟ་བུ་འགྲོ་བཞིན་པ་འདྲ་བོ་རེད། དེ་རིགས་ཡིན་དུས་ལྟ་བུ་ད་རེས་ད་ནུབ་ཕྱོགས་ནས་ལྟ་བུ་ཕྱི་རིགས་ཀྱི་ལྟ་སྟངས་འཛིན་གི་ཡོད་ནི་རིག་འཛིན་ན་ལྟ་བུ་ཕྱི་ལོ།

དེ་ད་ཚོད་དུས་རབས་ཉི་ཤུ་པ་རེད། དུས་རབས་ཉི་ཤུ་རྩ་གཅིག་པ་གི་ནང་ལ་ད་འགྲོ་བ་མིའི་རིགས་འདི་དག་མུ་མཐུད་ནས། ཨོ་ཡ་མ་འཚོགས་གནས་བྱེད་དགོས་ནི་ཡིན་ན། ད་གང་བྱེད་གང་གི་གཙོ་བོ་བྱེད་དགོས་ཕྱི་གཟུགས་བྱེད་དགོས་ཐབས་ཤེས་གང་དགོས་རྫས་ད་གཙོ་བོ་ཉང་སྟོན་དུ། དུས་ཐོག་བ་དག་གྲུབ་བསྡུར་བྱས་འདྲི། དུས་ཐོག་བ་གྲུབ་བསྡུར་བྱས་དུས་ད་ཐམས་ཅད་པོ་དུས་ཐོག་ནོ་བྷེལ་གི་བྱ་དགའ་ཐོབ་མཁན་ནུབ་ཉི་བདུན་ཅུ་དོང་དྲུག་བོ་དུས་ཕྱི་གཟུགས་འཛིན་ནི་ན། ད་གར་དུས་དུས་རབས་ཉི་ཤུ་རྩ་གཅིག་པ་གི་ནང་དུ་འགྲོ་བ་མིའི་རིགས་དུ་མུ་མཐུད་ནས་དང་འཚོགས་ནས་ཞེས་བསྒོ་ན། ལོ་ཉིས་སྟོང་ལྔ་བརྒྱ་གི་སྔོན་དུ་ཕྱིར་སོང་ནས། ཤར་ཕྱོགས་ཀྱི་དུས་ནས་ཁུངས་བཙུན་རིག་པ། ད་འདིའི་དུས་འགྲོའི་ཤེས་རབ་དེ་དག་ལས་འགོག་མ་གཏོགས་པ་དུ་མིན་ན། ད་འགྲོ་བ་མིའི་རིགས་དེ་དག།

འདི་མི་ཟིན་གྱི་ཆགས་རིག་འཛིན་ནས་ན་དེ་འབྲུ་དག་དཔལ་འབྱོར་དུས་མུ་ཟུག་ཡར་རྒྱས་མ་སོང་བའི་གནས་སྐབས་ན་དེ་མི་ཐམས་ཅད་དགུང་ལོ་དེ་བས་ད་གཙོ་བོ་དུ་ནི་གཅིག་དེ་འཚོགས་གནས་ཀྱི་དོན་ལ་བསམ་བློ་བཏང་འདུག་ཀྱི་མ་གཏོགས་པ་གཞན་པ་མིང་ཐོག་ལ་བསམ་བློ་མ་བཏང་ད་ཐམས་ཅད་དགུང་ལོ་སྒོར་མོ་མང་བོ་ཡོད་ན་དེ་དེ་མ་གཏོགས་པ་གཞན་ད་མ་རེད་པ་ཅི་ཡང་འོང་ནི་མ་རེད་བསམ་གྱི་བསམ་བློ་དུས་ཐོག་ལ་བཟུང་འོང་ནི་རེད་ནུབ་ཕྱོགས་ཀྱི་ཡང་བསམ་བློ་དེ་འཛིན་མྱོང་ནི་རེད། ད་ཡིན་ནའང་ད་དུང་གྲུ་དེ་འོ་ད་རི་བར་འགྱུར་ཡར་རྒྱས་སུ་སོང། འོ་ཡ། ད་དེ་མུའུ་འོ་ལོག་གི་ད་དེ་རང་གི་ཉི་མ་འདིར་ལྟ་བ་ལམ་ཚོན་འོང་དུས་དེ་བས་ན་ད་གི་ནུབ་ཕྱོགས་ནས་ད་ཐམས་ཅད་པོ་ད་ཧ་གོ་འོང་གོ་ནི་རེད་ད་སྤྲོ་རྒྱུན་གི་རིག་གནས་དེ་ཟིག་མ་ཡོང་ན་ད་མི་བ་གི་ཟིག་ཡོད། ཡ། མི་བ་སྐྱིད་གི་རྒྱུ་མཚན་ཆི་རེད་ཟེར། མི་ཞིག་གིས་དེ་གྲུ་དེ་འོ་དོན་དངོས་པོའི་ཐོག་ན་ཡོད་པའི་དེ་འོ་ད་དཔེ་ཟིག་བཞག་ན། ཨ་མི་རི་ཀ་ཟིག་ཡིན་དུས་མཁས་པ་ལ་ལ་གི་ཟེར་ན་དེ་འོ་དཔལ་འབྱོར་རིག་པ་པ་ཡིན་ན་ལོ་རྒྱུས་རིག་པ་ན་བ་མཁས་པ་ལ་ལ་གི་ཟེར་ན།

ད་གི་བར་དུ་ལོ་རབས་ལྔ་བཅུ་པ་ནས་དག་དུས་རབས་ཉི་ཤུ་པའི་ལོ་རབས་ལྔ་བཅུ་བའི་ནས་ད་གི་བར་དུ་ད་ལོ་ལྔ་བཅུ་འམ་དྲུག་བཅུ་དུས་རབས་གཟུགས་ཀྱི་ཕྱེད་ཀ་འདིའི་རིང་ལ། དབར་འགྱུར་ཡར་རྒྱས་མགྱོགས་མི་མགྱོགས་དག་བྱ་ནི་ཡིན་ན། ད་ཨ་མི་རི་ཀའི་མྱི་ཤི་སྟངས་གཟུགས་ལ་བསམ་བློ་བཏང་ན་ལོ་གཅིག་གི་ཡོང་འབབ་དུ། ད་སྔ་ཆུ་ལོ་རབས་ལྔ་བཅུ་པ་དང་ད་གཉིས་བསྡུར་ན་ད་ལྡབ་གསུམ་ཡར་དག་བྱེད་འཕེལ་ར་སོགས་སོང་ཚར། ལྡབ་གསུམ་ཡར་དག་བྱེད་འཕེལ་ར་སོང་ཚར་ནི་རེད་ཟིན། དེ་མོ་ཟིག་གི་ལྟ་བུ་ཡོངས་རྒོད་ཡོད་ནི་རེད་དཔལ་འབྱོར་གྱི་ཡོངས་རྒོད་དུ་དེ་མོ་ཟིག་རེད། ད་ཡིན་ནའང་ནི་དེ་མོ་ལྟ་བུ་ད་རེད་ད། ཕྱི་མོ་ཟིག་རེད་སྐབས་སྤྱི་ཚོགས་འདི་ཕྱི་མོ་ཟིག་གི་རེད་གོ་ནི་རུ་འཛིན་ནི་ན་སྤྱི་ཚོགས་འདི་ཡར་རྒྱས་དང་མགྱོགས་ཐུབ་གི་ཡོད་མ་རེད་ཟིག། ཕྱིར་མོ་འི་མི་མགྱོགས་འཛིན་ནི་ན་ལྟ་བུ་ད་དེ། ཨ་མི་རི་ཀའི་དེ་མོ་ལྟ་བུ་ཁར་ཚང་དེ་རང་གི་དེ་མོ་སྤྱི་ཚོགས་ལ་བསམ་བློ་བཏང་ན། ད་བཟའ་ཚང་དེ་མོ་ཁ་འཐོར་རྒྱག་གྱིན་འདུག་སྔ་མ་ལོ་རབས་ལྔ་བཅུ་པ་ད་ད་གཉིས་སྐབས་འདིར་ན་ལྟ་བུར་ལྡབ་གཉིས་གི།

དེ་རིང་ཡོད་དོ། ཁྲིམས་འགལ་གྱི་ཉེས་པ་བསགས་རྗེས་དུ་ང་ཚོས་ལོ་རིམ་ལྔ་བཅད་པ་དང་དང་གཉིས་སྐབས་བསྡུར་ན་ལྡབ་བཞི་གི་ཇེ་མང་རེད། ལྡབ་བཞི་གི་ཇེ་མང་རེད། ཁྲིམས་ཁང་གི་ནང་ན་ཡོད་ཀྱི་དོན་ཉིད་དུ་ནི་ལོ་རིམ་ལྔ་བཅད་པ་དང་དང་གཉིས་སྐབས་དེ་ལོ་ལྟར་རིགས་བརྩིས་ན་ལྡབ་ལྔ་གི་ཇེ་མང་རེད། ད་ལྡབ་གཉིས་ལྡབ་གསུམ་ལྡབ་བཞི་ལྡབ་ལྔ། བྱ་བ་མ་རུང་བ་བྱ་བ་མི་ཉན་པ་དང་ཐམས་ཅད་པོར་ལྡབ་ནས་ལྡབ་ཡར་ཡར་ཡར་འཕེལ་གི་འོང་རེད། ད་དུས་འདྲ་བ་ཟིག་ག་ཏུ་གུ་ཏུ་གུ་བསམ་བློ་བཏང་ནས་ད་ནུབ་ཕྱོགས་ཀྱི་ཆེད་ལས་མཁས་པ་རྣམས་ཀྱིས་ད་ཕྱིར་འཁོར་ནས། ད་སྤྲོ་རྒྱུན་གྱི་རིག་གནས་ལ་རེ་བ་མ་བྱས་ན། ཚན་རིག་གི་ལག་རྩལ་གུ་ཏུ་གུ་ངུ་ཞིག་གིས་འགྲོ་བ་མིའི་རིགས་ཀུན་ནི་ཏུ་གུ་ད་དངོས་པོ་གི་དེང་དུས་ཏུ་གུ་འདོད་པ་བསྐང་ཐབས་ནི་རེད་ཟེར་དེ་རང་ཆི་ཟིག་དགོས་ན་ཆི་ཟིག་ཡོད་གི་རེད་ད་དུས་བསམ་ཟིག་གུ་དེང་དུས་ཏུ་གུ་ད། ཕྱི་སོག་འདི་དེང་དུས་ཏུ་གུ་ད་རེ་ཡར་རྒྱས་འདི་མོ་ཟིག་ག་ད་དཔེར་ན་ད་རིག་གི་དེ་མོ་ཟིག་ག་ཏུ་ཕྱི་སོག་ཡར་རྒྱས་ཟེར་དགོས་འདྲེ། སྟག་གི་ཆུ་ཟིག་གོ། ཡ། ད། ད་རེས་གཟའ་ཚང་གན་ཐོར་རྒྱག་ཀྱོའོ་བདག་གཉིས་ཀྱི་སྐྱེས་མ་སོང། དེ་འདྲ་བ་ཟིག་གི་ནི་སྟག་གི་ད་རང་སུ་སྐྱེས་ཀྱོའོ་བདག་གསུམ་གྱི་སྐྱེས་མ་སོང། ཨོ་ཡ། ཁྲིམས་འགལ་བྱེད་ཀྱོའོ་བདག་བཞི་གི་སྐྱེས་མ་སོང། དེ་འདྲ་བ་ཟིག་གི་བཙོན་ཁང་ན་གི་མྱུར་བདག་ལྔ་གི་སྐྱེས་མ་སོང་ན། ད་དུས་རབས་ཉི་ཤུ་རྩ་གཅིག་པ་དང་ནི་སྟག་གི་དུས་རབས་ཉི་ཤུ་པའི་ལོ་རབས་ལྔ་བཅུ་བ་གཉིས་སྐབས་དེར་ན་ཕྱི་ཚོགས་འདི་དེ་ཡར་རྒྱས་སོང་ནི་རེད་ཟེར་དགོས་འདྲི་ད་ཕྱི་ཚོགས་འདི་གཅིག་སྟག་གི་ཁུ་བྱུག་ཟིག་སྟག་གི་ད་མར་ཇེ་རྒུད་ད་སོང་ནི་རེད་ཟེར་དགོས་འདྲི་ཉམས་རྒུད་རེད་ཟེར་དགོས་འདྲི། དེས་མཐོང་ན་དག་གི་དག་བསམ་བློ་བཏང་ས་ཡོད་ནི་རེད་དོ། འདི་དག་འཛམ་བུ་གླིང་གི་མི་ཡོངས་སུ་རྫོགས་པ་གི་དག་དག་སེམས་ཀྱི་ནང་དག་འདྲི་རྟགས་ཁྱོད་འདི་ནས་ཀྱང་ཁྱེའུ་གཟུགས་དག་རྒྱལ་བའི་ཞག་ནོར་རེད་དོ། དག་ལམ་འདི་འདི་མཚམས་མ་དར་སྔ་དག་ལམ་སྟེང་ཐོག་ཐུབ་མྱོང་ནི་མ་རེད། ཐམས་ཅད་པོ་ནི་ཡར་རྒྱས་གི་ཁར་ཤོག་དག་དག་འདི་ཡིན། ཐམས་ཅད་པོ་ནི་དག་དག་འདི་མ་གཏོགས་པ་གཞན་པ་མང་ཡོད་ནི་མ་རེད། ཐམས་ཅད་པོ་དངོས་པོ་ཡར་རྒྱས་བཏང་རྒྱུ་མ་གཏོགས་པ་གཞན་ཡོད་ནི་མ་རེད། རེད་ད་དག་འདི་ཐུག་གི་ད་ཚོད་ན་དག་བསམ་བློ་གསར་བ་མ་བཏང་ན་དག་མི་ཡོང་གི་ཡོད་ནི་རེད། ཡང་ཡང་དུ་རིག་ཡང་སོང་དུས་དུ་བ་དག་གོས་པ་རྣམས་ཀྱིས་ནི་དུ་བ་ཕྱིར་སོང་ནས་ལོ་ཉིས་སྟོང་ལྔ་བརྒྱ་གི་གོང་དུ་སོང་ནས་ཁོང་ཙི་གི་རིག་པ་དུ་བ་གཅིག་དུ་མ་བླངས་ན་ད་འགྲོ་བ་མིའི་རིགས་དུ་བ་འཚོགས་གནས་བྱེད་མི་ཐུབ་ཀི་ཟིག་གིས་དུ་བའི་རྒྱུ་མཚན་གང་ལ་ཐུག་གོ་འགྲུབ་ཅེ་ན་ད་རྒྱུ་མཚན་དེ་ཐུག་དེ་མོ་ཟིག་རེད། དེ་ནས་ནུབ་ཕྱོགས་ཀྱི་དུ་བའི་རིག་པ་ཡོངས་སུ་རྫོགས་པའོ་དུ་སེར་བསྡུས་ནས་ཡིན་ན་ད་ཕྱིར་ན་རིག་པ་མང་བོ་རེད་བསྡུས་ན་བ་གཉིས་ཀྱི་ནང་དུ་ནི་རེད་དུ།

ཏུ། དོན་གྱི་ཐོག་ནས་དངོས་མིང་གཉིས་ངོ་མ་ཟིན་ཐུབ་པའི་བཤད་ན་ཡག་དང་བདག་རང་ལུགས་ཀྱི་གཙོ་བོ་བཤད་ལུགས་ཆེན་མོ་ཟིན་རེད་ཟེར་ནས་ན། ད་ངོ་ཤེས་ཀྱི་ཐོག་ཏུ་རང་ལྟོས་ཅིག་བསྟན་འགྲོ་ཐུབ་བ་འདི་ཚན་རིག་གི་ཐོག་ནས་དུས་རབས་ཕྱེད་ཀ་ཟིག་གི་རང་ཚན་རིག་པའི་ཞིབ་འཇུག་བྱས་ནས་ད། དན་ཀྲང་མང་བོ་ཡོད་ནི་རེད་ད། དན་ཀྲང་ཚོས་དུས་ལྟར་རྒྱ་གར་ཧྲུའུ་ཅུའི་ཟེར་བ་ནོ། འདི་ཚོ་ལ་ཏུ་བརྟེན་ནས་དན་ཀྲང་ལ་བརྟེན་ནས་བཀའ་ཁྱབ་བྱ་དགོས་བ་བྲོས་ནི་མ་རང་གཅིག་ཡམ་ཡོམ་ཟིག་གི་བཀའ་ཤིག་ཅིག་རྫིག་མུག་རྫིག་རྫིག་བཀའ་ཁྱབ་བྱ་ན་ཏུ་བདེ་ནི་མ་རེད།

དེ་རང་མ་བལྟ་ན་རྒྱ་ལུམ་གྱི་བཞི་མདོ་ན་དུ་ད་ཉག་གཅིག་དུ་ནས་དུ་ནད་ཀྱི་ན་ཁ་ཡི་ཁྱེར་བོང་ད་ནི་གོ་ཟེ་ཕྱིར་བཏང་བ་གཟིགས་གོ་ཟེ་ཕྱིར་བཏང་བ་གཟིགས་གོ་ནི་ད་ནད་ཀྱི་ན་ཁ་ཡི་ཁྱེར་བོང་མ་དེའི་འདྲི་ཡིས་ད་ནི་དུ་རྒྱ་ལུམ་བཞི་མདོ་བོང་ན་བཞག་ན་ད་དེ་ནས་ཡར་འགྱོ་མར་འགྱོ་མྱི་དེ་མི་མོང་ཟེ་རེ་ད་ད་སྙིགས་ལྟས་རྒྱག་ན་གཟིགས་མ་ཁི་ཟེ་ནི་རེ། དར་སང་ཉིན་ད་ཅི་ཀོ་ཟེ་དེ་བས་བཟང་ཟིག་བཀོད་ནས་ཁྱེར་འོང་ད་ནི་ཀོ་ཟེ་བཟང་ང་གོམ་པ་བཟང་ང་ད་ཅིག་དག་མང་དྲག་ཅང་གི་དག་གོམ་པ་འགའ་རེ་བཀོད་ནས་དག་མྱུར་དུ་དུས་མཚམས་ནས་དག་ལོག་ཁ་བཞི་གི་བཞག་ནས་ན་ཅིག་རེ་གཉིས་རེ་གི་བཞི་ལྟེ་ཡེ་ནས་ཡོག་གི་ཟིན་གི་རེད་དག་ད་དེ་མོ་ཟིག་གི་ས་ཚིག་ད་ཐག་གི་མགོ་ནི་རེད་དག་དུ་འདྲ་བ་ཟིག་གི་ནི་དག་ད།

མི་ཚེ་འདི་ཤིན་ཏུ་གནས་ཀྱང་སྟབས་བདེ་མོ་སྐྱིད་པོ་ཟིག་རེད་ངས་བསམ་གི། ང་བདེ་གི་ང་སྐྱིད་གི་ང་མི་སྐྱིད་པ་ཅང་མེད་གི་བསམ་ནོ། དེའི་མྱུར་དུ། ཉིས་བརྒྱ་ཆ་བཞི་བཅུ་ཐམ་པ་རེད་ཟིག། ཉིས་བརྒྱ་ཆ་བཞི་བཅུ་ཐམ་པ། ད་ཁར་སང་དེ་རིང་དུས་བརྒྱ་ཆ་བཞི་བཅུ་ཐམ་པ་འོང་ན་མར་ལྷུང་ནས་ནི་དེ་བ་ད་བརྒྱ་ཆ་སུམ་ཅུའི་མ་འཆོལ་ད་ལྷུང། ད་ལྟོས་མོ་ལོག་གི་འོང་ནི་རེད། དཔལ་འབྱོར་དུ་ཡར་འགྱོག་འོང་ནི་རེད། བདག་བསམ་གི་སྐྱེ་འཕེལ་བྲིས། མི་རྣམས་ཀྱིས་བདེ་སྐྱིད་ཀི་དུས་འགྲོ་དུ་སྣང་བ་འདི་མར་འགྱོག་འོང་ནི་རེད། ཕྱི་སོག་གི་ཐོག་ནས་རྙོག་དྲ་མང་བོ་དུ་ཡར་ཇེ་ཆེ་འགྱོག་འོང་ནི་རེད། ད་ལྟ་གནས་དུ་རིག་གནས་ཀྱི་དོན་ཚན་རིག་དང་ལག་རྩལ་གྱི་ཐོག་ནས་བཤད་ནས་ན་ད་རེས་གཟིགས་ཀྱི་འགྲོ་བ་མིའི་ལོ་རྒྱུས་ཆགས་ནས་ད་བར་དུ་ནི་དུ་ཨ་མི་རི་ཀ་ལྟ་བུ་ཟིག་དུ་བྱུང་མམ་མྱོང་ཟིག་ཟེར་བ་འདྲ། དེ་དེ་ཡིན་ན་ད་འདི་གཉིས་ཀ་དུ་འགལ་གྱི་འདུག་ད་འདི་ལ་དུ་ད་རེས་ཚིག་མཛོད་ཀྱི་ནང་ན་དུ་མིང་གསར་བ་ཐོན་ཡོང་གི་རེད་འདི་ད་ཡར་རྒྱས་ཀྱི་འགལ་འདུ་ཟེར་གྱི་དུ་རེད། ཡར་རྒྱས་ཀྱི་འགལ་འདུ་མི་བྱེད་དགོས་སུ་ཟིག་དེས་ན་ཡར་རྒྱས་ཡོང་དགོས་ཟིག་རེ་བ་ཆེ་ནི་རེད་ཕྱི་ཚོགས་ཡར་རྒྱས་འགྱུར་དགོས་མི་རིགས་ཡར་རྒྱས་འགྱུར་དགོས་ཟིག་ཡར་རྒྱས་འགྱུར་ཡིན་ནའང་ཡར་རྒྱས་འདི་མུ་ཟ་ཐོན་དུས་དུ་བུ་ད་འགལ་འདུ་ཞིག་དུ་བུ་ད་བུ་བྱུང་ནི་རེད་འགལ་འདུ་དུ་དུས་མཚམས་ནས་བྱུང་ནི་རེད་དུ་དུ་འགྲུབ་ཞིག་བྱུང་དུས་དུ་བུ་ད་ཐམས་ཅད་པོ་ནི་སེམས་ན་ད་བསམ་བློ་བཏང་ལུགས་གསར་བ་ཟིག་སྐྱེས་ཀྱི་རུང་དུར་ཡོང་དགོས་ནི་རེད་ད་བསམ་བློ་བཏང་ལུགས་གསར་བ་དག་གཞན་པ་ཅང་འོང་བ་རེད་གང་འགྱུར་དགུ་བརྩིས་ན་ད་དཀྲོལ་རྒྱུན་གྱི་རིག་གནས་ཀྱི་ནང་འགྱུར་གྱི་བྱ་འགུལ་དེ་རེད། དཀྲོལ་རྒྱུན་གྱི་རིག་གནས་ཀྱི་ནང་སོང་བ་ཁྱེད་རང་ལ་ད་བསམ་བློ་བཏང་ས་མ་གཏོགས་གཞན་ཅང་མེད་གི། དེ་འདྲ་ཡང་སོང་སྟེ། ནུབ་ཕྱོགས་ཁུལ་དུ་གི་ད་རེས་ད་གུས་པ་རྣམས་ཀྱིས་བརྩིས་ནས་ན་ཁུང་ཙི་གི་རིག་པ་ཡང་ནང་འགྱུར་དགུ་བརྩིས་རེད། ད་ང་ཞིག་གི་བོད་དྲ་ཞིག་ལ་བསམ་བློ་བཏང་ནས་ན། ཡ་ད་ང་ཞིག་གིས་ད་གི་ས་སྐྱ་ལག་ཤེས་ད། ཁུང་ཙི་གི་བསྟན་འགྲོའི་ད་གི་ད་འདི་གཉིས་ཀ་གཅིག་བསྡུར་ད། ངོ་མ་ངོ་མ་བཤད་ན་གཟབ་མི་གཟབ་གི་ད་གི་གནམ་ས་འདྲ་ཁྱད་དུ་བསྡད་བ་ནི་རེད། མི་ཕམ་ཚང་གི་རྒྱ་རོ་ལིག་ཅིག་བཏགས་རྒྱུ་ཚགས་གཞི་བཙོང་བའི་རྒྱན་དག་ཁུང་ཙི་བུ་འདི་གཉིས་ཞིག་བརྡིགས་དང་རྒྱ་ཆེ་མི་ཆེའི་རྟགས་ནི་གཟབ་མི་གཟབ་དང་ངོ་མི་ངོ་མ་འོག་གནམ་ས་འདྲ་ཁྱད་དུ་བསྡང་བ་ནི་རེད། དེ་རིང་གནས་ན་ད་ངུ་ཆེ་གེ་ངུ་ཞིག་གི་རིགས་འདི་ཡི་ནང་ན་ཡོད་ནི་རེད་དམ། ཁུང་ཙི་བུ་རིག་པའི་ནང་ནས་བླངས་ན་ཆོག་ནི་རེད་དམ་མ་བླངས་ན་ཆོག་ནི་རེད་ཅེས་ལན་དགོས་ནི་མ་རེད་འདི་ན་ཡོད་ནི་རེད། ཡོད་ན་དེ་འབྲུ་དེ་བུ་དག། རྒྱ་བས་ན་དེ་བས་སྟེང་འགྲོ་དེ་བས་ད་སློབ་གྲྭ་ཐམས་ཅད་པུ་ནང་ན་དེ་བས་ཁོང་ཙི་བས་རིག་པ་འདི་ཚོ་དེ་བས་ལོ་གཞོན་ཞིག་ཐ་ན་བཞག་གཞི་ཆུང་ཆུང་དབུལ་སྐྱོར་གང་ཡང་ཆོག་གི་ནང་ནས་ནི་དེ་བས་ད་འདིའི་ཐོག་བ་དེ་བས་ཅིག་ནུས་པ་དེ་འདྲུ་དེ་བས་ཤོང་གི་ཡོད་མ་རེད། དེ་རིང་ན་ངི་ཞིག་གི་སློབ་གྲྭ་གི་ནང་ནས་དེ་བས་ད་དེ་བས་རྒྱལ་རོ་ལུགས་ཀྱི་གཏམ་རྒྱུད་ད་དེ་འདྲ་བ་ཞིག་གི་ནི་དེ་བས་འདི་ན་འདི།

བསམ་བློ་བཏང་ལུགས་དེ་ལ་ཅུང་ཟད་སྐུ་དེ་འབྲུ་དག་མ་འདང་བའི་ཆ་ཡོད་ནི་རེད། དངོས་པོ་དངོས་པོ་དེ་འབྲུ་དག་ལྟ་རེ་ཡར་འདི་དངོས་པོ་བར་འགྱུར་ཟེར་དགོས་ན་འདྲ། དངོས་པོ་འདི་ལ་ད་ངེད་ཅིག་གིས་རིན་ཐང་ཧ་ཅང་གི་ཆེན་པོ་དག་བཟུང་བ་ནི་རེད། དཔེར་ན་དུད་སྤྲང་བོ་ཐམས་ཅད་པོ་ནི་དག་ད་རེ་ད་ཅིག་ཧོར་བོ་ཐམས་ཅད་པོ་དག་ཆོས་ཉིད་ཡིན་ནི་རེད། ཧོར་བོ་ཐམས་ཅད་པོ་ཆིབས་བསགས་ནི་རེད་ཅེ་ན་ད་ཉིན་ཞིག་གི་ཉིན་པར་ད་ང་ཅིག་སྒོར་མོ་ཆི་མོ་ཟིག་དགོས་ན་དག་ད་དེ་མོ་ཟིག་ཡོད་བཞག་ན། ད་ལྟ་ང་བདེ་སྐྱིད་ཕུན་སུམ་ཚོགས་སོང་ནི་རེད་དེ་ནས་ད་ང་མ་ཉན་པ་ཞིག་ཅང་ཡོད་ནི་མ་རེད་ང་མི་ཚེ་དེ་ད་རེས་སྐྱིད་ཚོང་ནི་རེད་བསམ་གྱི་དེ་བསམ་བློ་ཡོད་ནི་རེད་དེ་ཡོད་པའི་སྟོབས་ཀྱི་ནི་དེ་ད་དངོས་པོ་འདི་ལ་སྒོར་མོ་ཡིན་ན་དངོས་པོ་འདི་ལ་ནི་ཧ་ཅང་གི་རེ་བ་ཆེ་བོ་བཞག་པ་ནི་རེད་དེ་རེ་བ་ཆེ་བོ་འཇོག་ཆེད་ཅི་རེད་ཅེ་ན་འདི་འདིའི་རང་བཞིན་མ་ཤེས་ནི་རེད་ཧོར་བོ་ཟེར་གྱི་འདི་ལྟད་མོ་ཡོད་མྱོང་ནི་མ་རེད་དེ། ཨོ་ཡ། ཁྱོད་ལྟ་བུ་དེ་རང་སྒོར་མོ་ཆི་མོ་ཟུག་དགོས་ན་ཆི་མོ་ཟུག་ལྟ་བུ་ད་བེད་ཤུལ་ཡོད་ཀྱི་ཏི་མོ་ཟུག་ད་ང་མར་སྐྱིད་ནས་དེ་རང་གི་བར་དུ་ང་ཡོང་མྱོང་ནི་མ་རེད་ད་ཉིན་ཚིག་ཉིན་པར་ང་དངོས་གནས་དྲང་ནས་ཏི་མོ་ཟུག་གི་ས་ཚིག་ད་ཐུག་སོང་ན་ཆི་མོ་ཟུག་ནི་ངའི་བཀོད་ནི་མ་རེད་ད་ལྟ་བུ་ངའི་བདེ་མོ་ཟུག་སྐྱིད་པོ་ཟུག་ཡིན་ད་དེ་ནས་ད་ང་མ་རེད་ཀྱི་ཟུག་མེད་བསམ་ནས་རེ་བ་ཧ་ཅང་ཚད་ལས་བརྒལ་བའི་རེ་བ་བཞག་ནི་རེད་ད། ད་དེ་ནས་རེ་བ་ཏི་མོ་ཟུག་བཞག་ནས་ལྟ་བུ་ད་ནུབ་ཕྱོགས་ཀྱི་དེང་དུས་ལྟ་བུ་ད་རེས་ཡར་རྒྱས་སུ་སོང་ཟིན་པའི་རྒྱལ་ཁབ་འགའ་ཞིག་ཚ་ཐིག་དེ་ཐོག་དེའི་ཐོག་ཐོན་ནས་ད་ལྟའི་ཁྱེད་རང་འདི་དེ་ད་ཕྱིར་མགོ་རིག་ཅེས་ཀྱང་ནི་ད་མ་རེ་རེ་མ་གི་ཟེར་བ་མི་རེད། དེ་རང་འཛམ་བུ་གླང་གི་དེམ་དྲུག་ཏུ་འདི་ཡིན། དབར་འགྱུར་རིག་པ་པ་རྣམས་ཀྱིས་ནི། དུས་རབས་ཕྱེད་ཀ་ཟིག་གི་རིང་ལ་དེ་གི་ཚངས་རིག་གི་ཞིབ་འཇུག་བྱས་ནས། ཨོ་ཡ། ད་དངོས་པོའི་དེམ་དྲུག་དབར་འགྱུར་དང་ནི་དངོས་པོ་དང་ནི་དེ་གི་བདེ་སྐྱིད་གཉིས་ཀ་ལ་ད་ཅང་འབྲེལ་བ་མ་གི་ཟེར་བ་མི་རེད། ཨོ་ཡ། ད་དེ་རྣམས་འབྲེལ་བ་མེད་ན་ད་ད་ཨ་མི་རི་ཀའི་དེ་གི་ཚགས་པར་གི་ཐོག་ལ་ད་དེ་གི་དུས་དེབ་ཅིག་གི་ཐོག་ན་གཟའ་འཁོར་གི་དུས་དེབ་ཟིག་གི་ཐོག་ལ་ད་འབྲི་སྟགས་ད་འབྲི་བ་ཆེ་བོ་ཟིག་བཀོད་ཡོང་དུས་ཆི་རེ་ཟིན་ནམ། ད་ད་རེས་འདི་འདི་ནོར་རྫས་དང། ནོར་རྫས་དང་བདེ་སྐྱིད་དང་གཉིས་ལས། རང་ཅག་ལ་གལ་ཆེ་བ་ཡང་སྙིང་གལ་ཆེ་བ་གང་ཡིན་བཙལ། ད་ལྟ་བཀོད་བྱུང་ནི་དེ་དྲི་བ་དེ་དར་སྔ་བཀོད་མྱོང་ནི་མ་དར་སྔ་ང་ཞིག་གིས་ནོར་རྫས་ཡིན་ན་ཡོད་ན་བདེ་སྐྱིད་ཡོད་བདེ་སྐྱིད་ཡིན་བདེ་སྐྱིད་ཡིན་ན་ནོར་རྫས་ཡོད་དགོས་རྒྱུ་འདི་གཉིས་གཅིག་ཡིན་བཞག་གོ་ནོར་དར་སྔ་གཅིག་ཡིན་བཞག་གོ་འདྲི་ཨོ་ཡ། ད་དེ་རིམ་གཉིས་ཤི་རྩ་གཅིག་པའི་ཐོག་ཐོན་དུས་ད་ཁ་ཁ་བྱེད་ཀྱི་བྲལ་ནས་ཁྱེད་ངོ་འདྲི་ད་རེད་མ་གི་ཟེར་ཐག

ད་འདི་གཉིས་ཀའི་དག་གང་འཇམ་པོ། རེད་ད་འདི་གཉིས་ཀ་ཡོད་ན་དག་དགའ་གི་དེ་གཉིས་ཀ་སྒོར་མོ་ཡོད་ན་བདེ་སྐྱིད་རེད་གཉིས་ཀ་ཡོད་སྒོར་གཅིག་ཡོད་དེ་གཅིག་མོར་བཀོད་གཅིག་མོར་བཀོད་བརྒྱུད་ན་འོ་དོད་ནོར་བ་རེད་ཟེར་ནི་རེད་ད། འཇམ་པོ་ལང་གི་འཇམ་པོ་ལང་གི་ནི། དཔལ་འབྱོར་རིག་པ་པ་རྣམས་ཀྱིས་དུས་རབས་ཕྱེད་ཀ་ཟིག་གི་རིང་ལ་ཚན་རིག་གི་ཞིབ་འཇུག་བྱས་ནས་བརྟག་ཞིབ་བྱས་ནས། དན་གྲངས་ལ་བརྟེན་ནས་དེ་རང་སྡོམ་ཚིག་གོ་ནོ་ཞེས་རིག་བགྱིས་ན་དེ་གཉིས་ཁ་ཁ་རེད། དར་སྔ་དེ་གཉིས་གཅིག་རེད་བསམ་རེད་ད་དེ་གཉིས་ཁ་ཁ་རེད། འདི་གཉིས་ཀའི་ནང་གི་གཅིག་མ་གཏོགས་པ་ད་ཡོད་ལུགས་མ་ཁུ་ད་གང་རུ་དགོས་ཡང་མིན་ན་སྤྱིར་གྱི་བདེ་སྐྱིད་དགོས་བགྱིད་ཅིག་ཡང་མིན་ན་བདེ་སྐྱིད་མི་དགོས་དངོས་པོ་དགོས་བགྱིད་ཅིག་ད་དེ་གཉིས་གཅིག་པོ་ཡང་མ་ཁུ་ཟེར་འདྲི། དེ་མོ་ཟིག་གི་ས་ཚིག་ད་ཐུན་མོང་འདི་ད་ངི་ཞིག་གིས་ནི་དག་བླང་དོར་ཚུལ་བཞིན་དུ་མ་བསྟུན་ན། འོ་ཡ། དག་ད་དཀའ་མོ་རེད་ཟིག་བླང་དོར་ཚུལ་བཞིན་སྟོན་པ་ཟིག་གིས་དེ་བལྟས་ཟིན་ཡིན། དེར་ཡིན་དུས་ད་ངི་ཞིག་གི་འདྲ་ཡིན་ན་དག་ད་རྩ་མོ་བོ་ལོག་ནི་རེད་དམ།

ད་ལྟའི་འབྲུ་ལྟ་བུ་མི་རྣམས་ཀྱི་ལྟ་བུའི་གོམས་ཤུགས། མི་རྣམས་ཀྱི་ལྟ་བུའི་བསམ་བློ། འདི་ཚོ་ལ་བརྟེན་ནས་དེ་དངོས་པོ་ཡར་རྒྱས་དུ་བཏང་ནས། ལྟ་བུའི་བསམ་བློ་འོག་ནས་དེ་འབྲུ་ལྟ་བུ་ཡར་རྒྱས་འདི་གཉིས་ཀ་དོམ་ཉམས་པ་ཞིག་ཡོང་སོང་ན། ད་དངོས་གནས་དྲང་ནས་ངེས་པ་དོན་དང་ལྡན་པའི། ངེས་པ་དོན་དང་ལྡན་པའི་ལྟ་བུའི་བདེ་སྐྱིད་འདི་ཡོང་ན་ཡོང་ནི་རེད། དེ་ཡོང་ན་དུ་ད་སློབ་ཆུང་གི་ནང་ནས་ལྟ་བུ་ད་རེས་ད་སློབ་མ་རྣམས་ལ་ད་ཡོད་དགོས་པ། དཔེར་ན་རྒྱ་བོད་གནའ་ངའི་ད་རེས་གཟིགས་སྐྱོ་དེ་རེས་སློབ་ཆུང་གི་ནང་ནས་ཀྱང་ལྟ་བུ

ད་ལྟའི་མོ་གཟུགས་རིས་དབྱིབས་རྩི་ཡི་ཁྱེར་འོང་ད་ལྟ་ཡི་འགྱུར་བ་ཀ། དེ་རིང་གི་འོ་ན་ང་ཞིག་གིས་ལྟ་བ་ལྟ་རེ་དང། དེ། རྒྱལ་པོ་ལུགས་ཀྱི་གཏམ་རྒྱུད་དང་ནི་ལྟ་བ་ས་སྐྱ་ལག་བཤད་ཀྱི་ལྟ་བ། མཚོན་པའི་འོད་ཀྱི་མཁས་པ་རྣམས་ཀྱིས་ལྟ་བ་གསུངས་པའི་ནི་ལྟ་བ་ལྟ། འཇིག་རྟེན་གྱི་ཕྱོགས་ཀྱི་ལྟ་བ་གཏམ་རྒྱུད་ཇི་སྙེད་པ་ཟིག་ཡོད་པ་འདི་ཚོ་ནང་ན། ད་ང་ཞིག་གིས་ཚིག་གཅིག་རེ་གཅིག་རེ་གཅིག་རེ་བསྡུ་རེ་ཤོག་ད་ནི་ལྟ་བ། གང་ཟག་གི་ལྟ་བ་ད་ཁོང་ཚོ་གི་རིག་པ་ལ་ལྟ་བ་ད་དུ་མེད་ཀི། གང་ཟག་གི་ཕྱོགས་ནས་ཁོང་ཚོ་གི་རིག་པ་ལ་ཡ་རབས་དགའ་ར་ཀི། ད་ལྟའི་ཡོང་ན་དེ་བདུད་རྒྱུད་ཡོང་ནི་རེད། དེ་འདི་འདི་ཚོ་ཡིན་ན་དངོས་གནས་དྲང་ནས་དེ་བ་ད་སློབ་གྲྭ་གི་ནང་ནས་ཡོད་དགོས་ཀྱི་རེད་མ་གཏོགས་པ་དེ་མེད་ན་ད་བསམ་བློ་འདི་དེ་འདྲའི་དེ་བ་ཁ་ཁ་ཟིག་གི་ལོག་སོང་ན་ད་དེ་འདྲའི་དེ་བ་རིག་གནས་འདི་ཚོ་ཐམས་ཅད་བོ་བཀོལ་ཤུལ་བྱས་ནི་རེད། འཛམ་བུ་གླིང་གི་ཚན་རིག་པ་རྣམས་ཀྱིས་ཟེར་བ་ནི་ཚན་རིག་ཟེར་གྱི་དེ་ཅི་ལྟ་བ་ཟིག་ཡིན་ཟེར་ན་ཚན་རིག་པ་རྣམས་ཀྱིས་ལ་ལ་ཟིག་གི་བརྫིས་ན་ཚན་རིག་ཟེར་གྱི་དེ་མྱི་ལྟ་བ་ཟིག་ཡིན་ཟེར་དེ་ད་མི་སྤྱི་ལྟ་བ་ཟིག་ཡིན་ཟེར། ཡ་རབས་སྐུ་རིབ་སོང་ན་དུ་བུ་དང་འདི་བུ། ཀྱི་དངུལ་བོགས་བཞན་པ་དུ་བུ་སྐྲག་དགོས་ན་སྐྲག་ཆོག་ཟ་མ་ལས་དགོས་ན་ལས་ཆོག། མ་རབས་སྐུ་རིབ་སོང་ན་དུ་བུ་ད་རང་གི་བླ་ཁ་ཚུགས་ཀྱི་ཡིན། ད་ལ་ལ་ཟིག་གི་དུ་ཟེར་བ། ལ་ལ་ཟིག་གི་ད་འདི་ད་ར་གྲི་སུག་གཉིས་པ་ལྟ་བུ་ཡིན། ད་ཡར་བསྐོར་ད་མར་བསྐོར་བ་ཐམས་ཅད་བོ་དུ་བུ་ད་མི་སེམས་མ་ཐུག་གི་བདེ་བ་ནི་རེད། ཐམས་ཅད་མི་སེམས་རེད། མི་སེམས་བོ་གང་ནས་ཡོང་བར་གོ་ནི་རེད་ཟེར་ནས་ན། ད་ད་རེས་ངས་ཟེར་གྱི་དེ་ནུབ་ཕྱོགས་ཀྱི་དུད་འགྲོ་ལྟ་བུ་ད་རེས་རིག་པ་ཅན་པོ་བདག་གཙོ་བོ་ཏག་ཏག་བྱེད་ཀྱི་དབང་དུ་བྱས་ནས་ན།

དེ་འདྲའི་ཡིན་སོང་དེ་འགའ་ཞིག་གི་འོག་གི་ནང་ནས་ཅིག་བཤམས་ཉར་རྗེས། འོ་ཡ། འདི་གསོ་དེ་འབྲུ་ལྟ་བུ་ལྟར་དངོས་གནས་དྲང་གནས་ལྟ་བུ་ཅིག་འགྲོ་བ་མིའི་རིགས་ཡོངས་རྫོགས་ལ་ཕར་བསྐལ་ཆད་ནི་ཟིག་རེད། ད་འདི་མེད་སོང་ནས་དུ་ནུབ་ཕྱོགས་ཀྱི་རིག་པ་བ་གཙོ་བོ་བདག་གཙོ་བོ་ཡིས་བཞག་ནས་རྟོགས་དགོས་ད་ཁ་སང་དེ་ཡང་ཕྱི་རུ་ཟས་ན། ཧྥ་རན་སི་ཟེར་གྱི་འདི་དེ་འབྲུ་ལྟ་བུ་ལྟར་རེད་ད་འཛམ་བུ་གླིང་གི་ཐོག་ནས་མི་གྲངས་མང་ཤོས་སུ་ཅང་མ་རེད། རྒྱལ་ཁབ་འདི་ལྟ་བུ་མི་གྲངས་ལྟ་བུ་ཉུང་ཤོས་ཟིག་རེད། མྱོང་ཤུགས་ཟེར། འདིའི་ནང་ལ་ལོགས་གཅིག་གི་ནང་ལ་ད་ཕྱི་མོ་རེབ་རྫི་ན་དག། སྒར་གི་ཐམས་ཅད་པོ་དག་ད་གར་ཚང་དེ་རང་དག་བར་གྱི་ཚུལ་ཡིན་ན། གཅིག་དག་རང་གི་རྡོ་ཧོ་ཧོ་གི་རྒྱག་གི་ཡོད་ནི་མ་རེད། ད་ཕ་མ་ཡིན་ན་ཡང་ན་སྒང་སོག་གང་གི་ནང་འཇོག་གི་ཡོད་ནི་རེད། ཡང་ན་ཕ་མ་གཉིས་ཀ་དག་ཁོང་གཉིས་ཀ་བཞག་ནས་བར་གྱི་ཆ་གས་གཞན་པ་འདུག་གི་ཡོད་ནི་རེད། དེར་ཡིན་དུས་སྒར་གི་ཐམས་ཅད་པོ་ལ་དག་ལྟ་རྟོག་བྱས་ནི་མེད་ནི་རེད། ད་སྒང་སོག་གང་གི་ནང་ན་ཡོད་ན།

རང་མེད་ཀྱི། ཁྱད་པར་དུ་ཨ་མར་བཀའ་ལམ་གཙོ་གནད་ན་ལོ་བརྒྱ་ཆའི་ཡ་མཆོད་ཀྱི་བསྟན་འགྲོའི་ལྟ་བ་དེ་རིགས་རང་མེད་ཀྱི་ཁི་ན་དུ། ཨ་མེ་རི་ཀའི་རྒྱལ་ཁབ་གཅིག་གི་བསྟན་འགྲོའི་ལྟ་བ་ནང་ནས་ད་རང་མེད་ཀྱི་ཁི་ནི་མྱོས་གྲངས་ཡོངས་རྫོགས་ཀྱི་བརྒྱ་ཆ་ལྔ་བཅུ་ཐམ་པ་དེ་སྒར་གྱི་ཡིན་པ་རེད། འོ་ཡ། དེའི་སྒར་གྱི་དེ་གསུམ་མྱི་ཚེ་གཅིག་པོ་ལ་རང་རང་གི་བྱ་བ་ལས་ཡོང་ནི་རེད་སྒོར་མོ་ཡོད་ནི་རེད་ཁང་བ་ཡོད་ནི་རེད་རླངས་འཁོར་ཡོད་ནི་རེད་དོ།

ཡོད་ནི་རེད། དགར་དགེ་བྱེད་མཁན། དགར་དགེ་བྱེད་མཁན་རང་མི་སྐྱིད་ཁག་ན། ཉེར་ཁྲི་སོ་གཅིག་ཡན་ཆོད་ཡོད་ནི་རེད། དེའི་ནང་ནས་ཀྱང་ད་གི་ལོ་བརྒྱ་གཅིག་བསྐྱར་ང་ཡན་ཆོད་པོ་ཏི་མོ་མང་གི་ཟེར། དེ་དཔེ་ཟིག་ཡོད་ནི་རེད་དཔེ་དཔེར་ན་མི་གཅིག་དགར་དགེ་གཅིག། ད་ཁྱིམ་ནས་ཤི་སོང་ནས་ད་གི། ལོ་གསུམ་མ་མ་ཐོན་གི་བར་དུ་ཨུ་ཤི་རྩ་བ་ནས་མ་གོ་ནི།

བདག་གཟིགས་ཀྱི་དུ་ཡོད་ཚ་ཟིག་ན་ཡོད་དགོས་ནི་རེད། སངས་རྒྱས་བཅོམ་ལྡན་འདས་ཡང་བདག་ཉིད་བདག་གི་མགོན་ཡིན་གྱིས་མཛད་ཡོད་ནི་རེད་དགོས་དེ་འདྲ་བོ་ཡོད་ཚ་ཟིག་ན་ཡོད་དགོས་ནི་རེད་དང་འདི་ཧ་ཅང་མཐར་ཕྱིན་སོང་ན་ད་དེ་མོ་ཟིག་རེད་དགོས། ཉི་དེ་མོ་མང་བོ་ཟིག་ཨ་དགོས་ད་རེད་ད་སྐབས་ལས་དེ་མོ་ཐུག་འགོ་གམ། དེ་ཡོད་པའི་སྟོབས་ཀྱིས་དགོས་ད་ནུབ་ཕྱོགས་ཀྱི་ཡོད་ན་དགོས་ད་ནོ་ཝེ་ཡར་གྱི་བྱ་དགའ་ཐོབ་མཁན་གྱི་ཉི་དེ་མོ་མང་བོ་ཟིག་གི་འོ་ད་ཁོང་གཟིགས་དེ་འདྲའི་རིག་གནས་ལ་དགོས་ཅིག་དགོས་སྐྱབས་མ་བཅོལ་ན་མི་རེད་གི་ཟེར་འོ་ནོ་འོ་དོ་གཙོ་བོ་གཅིག་དུ་དགོས་བདག་གི་ཐོག་ནས་ཡོང་གི་ཡོད་ནི་རེད། བདག་གཙོ་བོ་བྱེད་ཀྱི་གི་ཐོག་ནས་ཡོང་གི་ཡོད་ནི་རེད། མི་ཞིག་གིས་བདག་རྩ་བ་ནས་གཙོ་བོ་བྱེད་མི་དགོས་ཡིན་ནམ་མིན་ནམ་ཐམས་ཅད་བོགས་ཞབས་ཕུན་སྒྲིལ་བ་ཞོག་ཟེར་ཡིན་ད་དི་ཟེར་འོ་ན་མི་ཞིག་གིས་ཆོས་གི་ཐོག་ནས་དི་བརྫི་ཡོད་ནི་རེད་ད་ནི་དི་གི་དི་མི་ཞིག་གིས་འཇིག་རྟེན་པའི་དི་མོ་ཟིག་དོར་རྒྱུ་མ་རེད། མ་རེད་ད་ཡིན་ནམ་མིན་ན་དི་གི་ད་རེས་ད་ནུབ་ཕྱོགས་ལ་ལབ་མོ་ཞིག་ད་ནི་བདག་ཏག་ཏག་གིས་ཁྱེད་རང་དེའི་གཞན་པ་དེ་ལས་གཞན་པའི་རིག་གནས་ཐམས་ཅད་བོ་མེད་ཀྱི་ཡིན་ན། ད་ང་བྱེད་ཀ་ཡང་དི་གི་ད་རེས་སྔ་ཕྱི་ཡིན་ནི་རེད་དི་གི་མ་གཏོགས་པ་ལམ་དེའི་ཐོག་འགྱོ་ནི་རེད་དི་གི།

དེ་མོ་ས་ཚེ་ད་ཐེ་བོ་ཏི་ཏང་གི་ཆེད་ཀིན་ན་ད་ནི་ད་བ་དེ་ནི་ཚོས་སློབ་གྲྭ་གི་ནང་ནས། སློབ་དེབ་ཀི་ཐོག་ན་ཡོ་ནི་ད་བ་རིག་ནས་བཞང་དགོ་ནི་རེད། ཁྱད་པར་ཏི་དེ་འདྲུ་ད་བ་དང་རབ་ཀི་ནི་ད་བ་ཚན་རིག་ད་ནི་ད་བ་ཁྱད་པར་ཏི་འདི་ལག་རྩལ་ཀི་སྐོར་འདི་མོ་ཐམས་ཅད་པོ་ད་བ་ཧི་འདི་ནས་ཀྱང་གལ་ཆེན་པོ་རེད་བཞང་དགོ་རེད་ད་དེ་དང་མཉམ་དུ། མི་ཟེར་གྱི་དེ་ལ་བླང་དོར་གྱི་སྤྱི་ཡོངས་དགོས་མ་གཏོགས་པ་བླང་དོར་རྩ་བ་ནས་མའོ་ཙི་གི་ད་འདི་ལེན་གྱི་རེད་འདི་དོར་གྱི་རེད་ཟེར་གྱི་སྤྱི་བ་མའོ་ནིབ་བཟུང་སྟེ་ད་ད་དེང་དྲུག་དུ་གཅིག་ཏུ་ད་གད་མོ་རེད་ཟེར་ཏེ་ད་གད་མོ་ཡོང་གྱི་ཡིན་མིན་ངས་དཔེ་བཀོད་ཀྱི་དེ་ད་རེད་དུ་ཆགས་ཀྱི་རེད་དེའི་ཐོག་ནས་ཡར་རྒྱས་དེ་སོ་སོས་བསམ་བློ་བཏང་དགོས་རེད་དེ་ངམ་ཉག་གཅིག་གིས་རྫས་ནི་མ་རེད་དེ་ད་འཛམ་བུ་གླིང་གི་མྱི་དེ་མོ་མའོ་ཙི་གི་ཟེར་བ་ནི་རེད་ང་ཡ་དེ་མོ་རེད་ནི་དེ་ད་དེ་ལ་བསམ་བློ་བཏང་དགོས་དེ་བླང་དོར་ཚུལ་བཞིན་དམ་པ་ཟེར་གྱི་དེ་ད་ང་ཞིག་གིས་མདོར་བསྡུས་གཟིགས་བྱེད་དུས་ཚོགས་ཀྱི་དབང་གི་དེ་མུ་ཟི་མ་གཏོགས་མང་བོ་བཤད་ཁོམ་ཡོད་ཀི་མེད་ཀི་འདི་ཐོག་ནས་མང་བོ་བཤད་ཀྱི་ཡོད་ཀི་འོ་ན་རེད་ད་ཁྱེད་རྣམ་པ་ཐམས་ཅད་པུ་ཏུ་གོ་རྒྱུ་རེད་དང་མང་ཆེ་བ་གོ་རྒྱུ་རེད། མང་ཆེ་བ་གི་སྟེང་དུ་དང་ཡང་ཅིག་གོ་མི་གོ་ཆེ་མི་ཡིན་ཀི་ཡོད་མི་ཞིག་དང་ནི་དང་གནས་སྐབས་སུ་དེ་མོ་ཅིག་ལང་དོར་ཚུལ་བཞིན་གཏམ་པར་བྱ་ཟེར། དུ་བར་དུ་སྟེང་དུ་དང་ད་སློབ་གྲྭ་གི་ནང་ནས་སྐྱེས་དང་ལུག་དུ་གཅིག་ནས་སློབ་མ་ལ་དང་རིག་གནས་ཤེས་རིག་ཡག་པོ་ཡོད་ཀྱི་དང། ཨོ་ཉིད་དུ་ཐིམ་དྲུག་དག་སློབ་མ་ལ་དག་བསམ་བློ། ཨོ་དག་ད་ཡི་ཧ་ཡོད་ཀྱི། དག་གཉིས་པོ་དག་དགེ་རྒན་དག་འགན་འཁྲི་མ་ཐོབ་པ་དགེ་རྒན་གྱི་སློབ་མ་ལ་བསམ་བློ་བླང་དོར་གང་ཞུགས་ཀྱི་སྐོར་ནས་དག་ཅི་ཡང་དག་མི་རྩོལ་བའི་སྐྱོན་རིག་གནས་དག་དག་བརྩབ་ན། ད་དག་ཐིམ་དྲུག་དགེ་རྒན་གྱི་དག་བྱ་བ་ཡོངས་རྫོགས་དག་རྫོགས་མེད་ཀྱི་ཟིན་རེད་དག་ད་དེ་ཅི། དུ། དོན་དག་གཉིས་པ་དེ་རེད། དེ་ནས་དོན་དག་གསུམ་པ་རེད། ཐ་མ་ཤེས་རབ་ལྷག་བསམ་གྱིས་རྐང་གཅིག་འདས་ལྷག་བསྒྲུབས་པ་ལ་འདུན་པའི་ཕུགས་དང། དམ་པའི་ཕུགས་དེ་དག་གི་ས་མཐའ་སུ་ཆ་ཚང་བ་ཀུན་ཏུ་རྣམ་པ་ཐམས་ཅད་པོ་ཡར་སྣང་ལ་བཞུགས། འདུན་པའི་ཕུགས་དང་མི་འཇིགས་པའི་སྤོབས་པ་བཞིན་དེ་གཏང་བར་བྱ། ད་ཐ་མའི་ཐ་ཚུལ་ནི་དེ་རེད་དོ། ད་ཐ་མའི་ཐ་ཚུལ་ནི། ཐ་མ་དེ་གི་ཕྱི་སྒོ་དབུ་བཞི་ན་དེ། ད་མི་ཤེས་ཀྱི་དེ་འདྲུལ་དེ་གི་ད། མི་རིགས་ཀྱི་ལོ་སོ་བུ་ཕྱི་སྒོ་ཕྱི་སྒོ་འགྲིབ་རྫས་ན་མི་རིགས་རང་གི་དེ་གི་ས་གནས་གི་ནི་ལྟ་བ་དང་དཔལ་འབྱོར་ཡིན་ནའང་འདྲ། སྤྱི་ཚོགས་ཡིན་ནའང་འདྲ། རིག་གནས་ཡིན་ནའང་འདྲ། དེ་ཡར་ལྟ་བའི་གོང་འཕེལ་དུ་གཏོང་དགོས་ནི་རེད། ཚིག་ཐོ་གང་ཅི་འདས་ལག་སྒྲིབ་པ་ཞིག་དེ་རེད། ད་ལྟའི་སྒྲིབ་པ་ལ་ཕྱི་གསལ་སྒྲིབ་དགོས་ནི་རེད་དེ་ནས་ན་གཅིག་ན་ཤེས་རབ་དགོས་ནི་རེད་གཉིས་ན་ལྷག་བསམ་དགོས་ནི་རེད། ངས་ཤེས་ཀི་དེ་བས་སྤྱི་ཚོགས་ཡར་རྒྱས་སུ་གཏོང་དགོས་ན་གཅིག་ན་ཤེས་རབ་དགོས་གི་མ་གཏོགས་པ་ཤེས་རབ་རྐྱང་བ་ཞིག་མ་གཏོགས་པ་ལྷག་བསམ་མ་ཡོད་ན། ད་ལྟ་བའི་ད་རེས་དེ་ཡར་རྒྱས་གཏོང་མི་ཐུབ། ད་ལྷག་བསམ་ཡོད་ནའང་བསམ་པ་བཟང་བོ་ཡོད་ནའང་དེ་གར་དེ་འདི་མེད་ན། ཤེས་རབ་མེད་ན་རིག་གནས་མེད་ན་ད་ཡར་རྒྱས་གཏོང་མི་ཐུབ་གི་ཟིག་དེ་རིང་ཡིན་ན་གཅིག་ན་ལྷག་བསམ་དང་ནི་དང་གཉིས་ན་དེ་བུ་ད་རེས་དེ་བུ་ད་རིག་གནས་རེད་འདི་གཉིས་ཀ་ཡོད་ཚར་ན་ཨོ་ཡ། ད་དེ་འདྲུ་དེ་བུ་གཅིག་དེ་བུ་འདི་མོ་དང་ལྡན་པའི་གཅིག་ན་ལྷག་བསམ་ཡོད་པའི་ཡོད་པ་གཉིས་ན་དེ་བུ་འདི་འདི་འདི། གཅིག་ན་ལྷག་གསུམ་དུ་ལྟ་ན་དགའ་བ་གཉིས་ན་ནི་དགའ་བའི་ཤེས་རིག་ཡོད་པའི་མི་སྣ་དང་སྐྱེས་སྤྲིངས་ཡོད་དགོས་ན། འདི་མོ་ཟིག་ཏུ་དགའ་བའི་ཡོངས་གནས་ན་དག་བཟོ་གནས་ངེས་ཅན་གྱི་བཞི་ཚོགས་དུ་དགའ་བའི་ཡར་རྒྱས་འཇོག་ཐུབ་དགོས། ཡར་རྒྱས་འཇོག་ཐུབ་དགོས་མ་གཏོགས་པ་དགའ་བའི་ད་ཤེས་རིག་གདམས་པ་མང་པོ་ཡོད་ནི་རེད་དགའ་བའི་ཤེས་རིག་གདམས་པ་མང་ཡོད་ནི་རེད། རེད་ད་དཔེར་ན་དགའ་བའི་ད་འཛམ་བུ་གླིང་གི་ཚན་རིག་གི་ལོ་རྒྱུས་ཀྱི་ཐོག་ལ་ཡིན་ན་ད་ནི་ད་ཚན་རིག་པ་མང་བོ་རེད་དམ། ཚན་རིག་པ་མང་བོ་དེ་ཚོ་མྱི་རང་རང་སོ་སོ་བྱ་བ་རེ་རེ་བྱས་ཡོད་ནི་རེད། བྱ་བ་དེ་ཚོ་ཐམས་ཅད་པོ་ཏི་ཐོག་ཨབ་ཀོ་དེ་ཁྱེར་འོང་དང་ན་ད་འཇིག་འདི་ད་ཚོད་ན་རིག་དེ་ཡི་ཁྱེར་འོང་དེ་དེ་མྱུར་ལ་ལ་གཟིགས་ཀུ་བྱ་བ་དེ་དུ་ད་དངོས་གནས་དྲང་ནས་མྱུར་ཚད་གང་གི་མགྱོགས་པ་གི་ལོག་ལྡང་རེད། དོན་གཞན་པ་ཟིག་མ་གོ་ཁོང་རང་རང་རང་སོ་སོ་ཡང་ཤ་ལྡང་ཡོད་ནི་རེད་ད་མྱུར་ཚད་གང་གི་མགྱོགས་པ་གི་ལོག་ལྡང་རེད། མྱུར་ལ་ལ་གཟིགས་ཀུ་བྱ་བ་དེ་ད་ད་མྱུར་ཚད་གཅིག་གི་གཟི་བརྗིད་གི་ལོག་ལྡང་རེད་ད། ཨོ་ད་ཁར་གི་དེ་མོ་རེད་དེ་ཚོ་ཐམས་ཅད་པོ་ཡང་ན་དེ་གི་ཚན་རིག་པ་དེ་ཚོ་ཐམས་ཅད་པོ་དེ་གི་ཤེས་རབ་དང་ལྡན་པ་ཡིན་ལུགས་ཡང་འདྲ་འདྲ་རེད། ཐབས་ཆེན་པོ་ཤེས་རབ་དང་ལྡན་པ་རེད། ཤེས་རབ་དང་ལྡན་པ་ཡིན་པའི་སྟོབས་ཀྱི་གསར་གཏོད་ཀྱི་རྣམ་པ་དེ་འདྲ་བ་རེད་དག་བྱས་ནི་རེད། ཡིན་ནའང་དེ་གསར་གཏོད་དེ་གཙོ་བོ་ནང་ན་དག་ད་དག་དེ་སོ་སོ་དག་དེབ་ལྟ་ས་ཡོད་ན་སོ་སོ་ཧ་གོ་གྱི་རེད། དེ་འདྲ་ཡིན་སོང་དུས་ཤེས་རབ་དང་ལྷག་བསམ་གཉིས་པོ་དང་ལྡན་པའི་དག་དམག་གསོ་སྐྱོང་ཡོད་དགོས་ཟེར། དེ་འགའ་ཞིག་གི་སློབ་གྲྭ་ཡོང་ན་ནི་དག་ཤེས་རབ་རྐྱང་བ་ཟིག་དག་གསོ་སྐྱོང་ཡོད་ན་ཡོང་ནི་མ་རེད། ལྷག་བསམ་གཙོ་བོ་ཟིག་དག་གསོ་སྐྱོང་ཡོད་ན་མི་ཡོང་གི། ཤེས་རབ་ལྡན་པ་དང་དག་ལྷག་བསམ་ལྡན་པ་གཉིས་པོ་དག་ལྡན་པ་གསོ་སྐྱོང་ཡོད་དགོས་ཆི་རེད་ཟེར་ན། དེ་མི་ཞིག་གིས་ལྟ་བའི་འོད་གངས་ཅན་གྱི་ནི་དེ་འདྲའི་ལྟ་བའི་འདི་ནི་དཔལ་འབྱོར། རིག་གནས། ཞི་སོགས་དེ་འདྲའི་ཡར་རྒྱས་འགྱུར་དགོས་ན། གཞན་པ་དེ་འདྲའི་ལྟ་བ་མ་རེད་གཙོ་བོ་གཅིག་ན་ཤེས་རབ་རེད་གཉིས་ན་ལྷག་བསམ་རེད་ལྟ་བ་འདི་གཉིས་ཀ་ལ་བརྟེན་ནས་ཡར་རྒྱས་གཏོང་དགོས་ནི་རེད། འདི་གཉིས་ཀ་ལ་བརྟེན་ནས་ཡར་རྒྱས་གཏོང་དགོས་ན་དེ་འདྲ་བའི་ཡར་རྒྱས་གཏོང་བ་གཏོང་མཁན་དུ་ད་སློབ་གྲྭ་གི་ནང་ནས་ཡོང་དགོས། དེའི་སློབ་གྲྭ་གི་ནང་གི་མྱུར་དུ་ད་དགེ་རྒན་གྱི་གསོ་སྐྱོང་ཡོད་དགོས། དེའི་དགེ་རྒན་གྱི་གསོ་སྐྱོང་བྱེད་སྐྱིད་ཀྱི་ཐབས་དེ་གང་རེད་ཟེར་ན།